ད་དེ་ལ་ཡ། ད་ལྟ་འདི། ངས་འདི། འདི་བློ་གྲོས་རྒྱ་མཚོས་ཞུས་པའི་མདོ་ནང་ལོགས་ལ་ཡ། འཕགས་པ་བློ་གྲོས། བློ་གྲོས་རྒྱ་མཚོས་ཞུས་པའི་མདོ་ནང་ལ་ཡ། བྱང་ཆུབ་སེམས་དཔའ་གི་ཆོས་བཅུ་གསལ་ཞེས་བསྡུ་བ། འོ་དེའི་དཔེ་གལ་ཆེན་པོ་རེ་ཆགས། འདི་ངས་འདི་ལྟར་ཐོག་གཅིག་བཀོད་བཞག་ཡོད་དེ། རྣམ་པ་ཚོ་གི་ཅིག་ཐུགས་ལ་ངེས་ན་ཡག་པོ་འདུག། བློ་གྲོས་རྒྱ་མཚོས་ཞུས་པའི་མདོ་ལས། བྱང་ཆུབ་སེམས་དཔའ་གི། བྱ་བ་བཅུ་ཟེར་གི་རེད། བྱ་བ་བཅུ་ཟེར་ན་བྱང་ཆུབ་སེམས་དཔའ་གི་ལས་ཀ་བྱེད་དགོས་ཡ། བྱ་བ་བཅུ་ཡོད་རེད། ལས་ཀ་བཅུ། ད་ལས་ཀ་བཅུ་གི་ནང་ནས་ལས་ཀ་དང་པོ་དེ་ག་རེ་རེད་ཟེར་དུས་འདི་གསུངས་བཞག། དད་པའི་རྩ་བ་ལ་གནས་ནས་དགེ་བའི་བཤེས་གཉེན་བསྟེན་པ། དང་པོ་དེ། དད་པའི་རྩ་བ་ལ་བརྟེན་ནས་དགེ་བའི་བཤེས་གཉེན་བསྟེན་པ། དད་པའི་རྩ་བ་ལ་བརྟེན་ནས་སོ་སོ་དགེ་བའི་བཤེས་གཉེན་བསྟེན་དགོས་རེད། ཡིན་ནའང་དགེ་བའི་བཤེས་གཉེན་བསྟེན་པ་ལ་དང་པོ་སེམས་ལ་ཡང་དད་པ་དང་མོས་པ་ཅིག་སྤྲོ་བ་ཅིག་དགོས་ཀྱི་རེད་མ་གཏོགས། དད་པ་མེད་ན། དགེ་བའི་བཤེས་གཉེན་བསྟེན་ན་ཕན་གྱི་མི་འདུག་བ། དེ་གི་བསམ་བློ་ནི་ག་རེ་སླེབས་ཀྱི་འདུག་ཟེར་ན་ང་ཚོ་དུས་ཆེན་སྟག་དགེ་རྒན་བསྟེན་འགྲོ་འགྲོ་བྱེད་བླ་མ་བསྟེན་འགྲོ་འགྲོ་བྱེད་ཀྱི་ཡོད་རེད། ཡིན་ནའང་དད་པ་ཡོད་མ་རེད། དད་པ་ཡོང་ན་དཀའ་ལས་ཁག་པོ་རེད། སྤྱན་གཅིག་གིས་ཕྲད་པ་ཡིན་ན་ནས་བླ་མ་དེ་ལ་ཁ་བཏང་ཡག། བླ་མ་དེ་ལ་ཡག་སྐྱོན་བརྗོད་བྱེད་ཡག། བླ་མ་དེ་ལ་ཟུར་ཟ་བྱེད་ཡག། དགེ་བའི་བཤེས་གཉེན་དེ་ལ་ཡག་སྐྱོན་བརྗོད་བྱེད་ཡག། མ་རངས་པ་ལྟ་ཡག། འོ་ལོག་ལྟ་བྱེད་ཡག་ལ་སོགས་པ་གི་ཅིག་གི་ཉེས་པའི་ཚོགས་མང་པོ་ཡོང་ན་དེ་ག་བ་ཐུག་པ་སོགས་རྩ་བ་དེ་དད་པ་མེད་པ། དགེ་བའི་བཤེས་གཉེན་དེ་དཀོན་པ། དཀོན་པའི་འདུ་ཤེས། དགེ་བའི་བཤེས་གཉེན་དེ་མཆོག་གི་འདུ་ཤེས། དགེ་བའི་བཤེས་གཉེན་དེ་སངས་རྒྱས་དང་འདྲ་བའི་གི་འདུ་ཤེས། དགེ་བའི་བཤེས་གཉེན་དེ་བྱང་ཆུབ་སེམས་དཔའི་འདུ་ཤེས། དགེ་བའི་བཤེས་གཉེན་དེ་སྨན་པ་མཁས་པ་ལྟ་བུའི་འདུ་ཤེས། ཧོ། དགེ་བའི་བཤེས་གཉེན་དེ་ཆུ་ཡི་ཕ་རོལ་འགྲོ་བ་ལ། དེ་ནི། དེད་དཔོན་ལྟ་བུའི་གི་འདུ་ཤེས། ཨོ། དེ་འདྲ་གི་འདུ་ཤེས་མེད་ཡོང་དུས། ཡོད་ན་འགྲིག་མེད་ན་འགྲིག་ཟེར་ཡག་གི་བློ་དེ་འདྲ་ཅིག་མ་གཏོགས་མེད་པ་ཡིན་དུས། རིན་ཐང་དང་ཁོ་གཅིག་བྱིན་དང་གཟི་བརྗིད་དང་རིན་ཐང་དེ་ལ་ཡང་བརྩི་འཇོག་མེད་ཡོང་དུས། དགེ་བའི་བཤེས་གཉེན་བསྟེན་ན་ཡང། དགེ་བའི་བཤེས་གཉེན་གྱི་མདུན་ནས་ཆོས་ཞུ་ན་ཡང། ཆོས་དེ་རང་གིས་ཅི་ཙམ་གྱིས་སྦྱོང་སྦྱངས་པ་བྱས་ན་ཡང་བསམ་སེམས་ལ་ཕན་གི་མ་རེད། སེམས་ཅན་རྣམས་ཕན་གི་མ་རེད་དེ་མི་ཕན་པའི་རྩ་བ་ག་རེད་ཟེར་ན་འདུ་ཤེས་འདོར་བ་རེད་འདུ་ཤེས་ཡག་པོ་སྐྱེ་ཐུབ་ཡོད་མ་རེད་དེ་འདྲ་ཡིན་དུས་སང་ཅིག་ཅོ་སྨན་དེ་གང་ཐོག་དེ་ཚོ་ནང་འོང་ལ་ཡ་དགེ་བའི་བཤེས་གཉེན་ལ་ཡ་སྨན་པའི་སྨན་པའི་འདུ་ཤེས་བསྐྱེད་དགོས་ཡ་ཆོས་ལ་སྨན་གྱི་འདུ་ཤེས་བསྐྱེད་དགོས་ཡ་ཆོས་ཉམས་སུ་ལེན་པ་དེ་ནད་ཉེ་བར་འཚོ་བའི་འདུ་ཤེས་བསྐྱེད་དགོས་པ་ལ་སོགས་པ་དེ་ཅོ་སྨན་དེ་གའི་མདོ་སྡེ་ནང་འོང་ལ་ལན་གཅིག་ཙམ་མ་ཡིན་པ་བསྐྱར་ཟློས་ཡང་ཟློས་བྱས་ནས་གསུང་ཡ་དེ་རྒྱུ་མཚན་དེ་འདྲ་ལས་ལྷུང་ནས་འདུ་ཤེས་ཟེར་མཁན་དེ་རྩ་བ་ཆེན་པོ་ཡིན་པ་གསུང་གི་ཡོད་རེད་བ། དེ་ལ་ནི་དད་པའི་རྩ་བ་ལ་བརྟེན་ནས་དགེ་བའི་བཤེས་གཉེན་བསྟེན་པ་ཟེར། བཅོམ་ལྡན་འདས་ཚིག་དེ་ཚོ་ཏག་ཏག་གུང་བསྒྲིགས་འདུག་བ། འཇུ་ས་ཞེ་དྲག་མེད་དེ་ངས་གསུངས་མི་འདུག་ཟེར་ཡ་མེད་པ་ཞིག་རེད་འདུག་བ། དད་པའི་རྩ་བ་ལ་བརྟེན་ནས་ཟེར་བཤད་ཡོན་དུ་དང་པོ་དད་པ་དགོས་པར་བཤད་པ་དགེ་བའི་བཤེས་གཉེན་བསྟེན་པ་ལ་འོ་དད་པའི་རྩ་བ་ལ་བརྟེན་ནས་དགེ་བའི་བཤེས་གཉེན་བསྟེན་པ་ད་གཉིས་པ་དེ་བརྩོན་པ་དྲག་པོས་བརྩོན་པ་དྲག་པོས་དམ་པའི་ཆོས་ཕྱོགས་མེད་དུ་འཚོལ་བ་ཟེར། བརྩོན་པ་དྲག་པོས་དམ་པའི་ཆོས་ཕྱོགས་མེད་དུ་འཚོལ་བ། ལྟར་བརྩོན་པ་དྲག་པོ་ཟེར་ཏེ་བརྩོན་པ་དྲག་པོས་དམ་པའི་ཆོས་ཕྱོགས་མེད་དུ་འཚོ་བ་ཟེར་བཤད་ཡོན་ཏན་བརྩོན་པ་དྲག་པོ་ཟེར་ཏེ་ག་རེ་བརྩོན་འགྲུས་དགུག་ཡོད་རེད། ཁྱོད་དགེ་བའི་བཤེས་གཉེན་བསྟེན་དགེ་བའི་བཤེས་གཉེན་བསྟེན་ཚར་ན་དགེ་བའི་བཤེས་གཉེན་ད་ལྟ་ང་དགེ་བའི་བཤེས་གཉེན་དང་སློབ་མ་གཉིས་ཀྱི་བར་ལ་ལས་ཀ་གང་ཡོད་མ་རེད་ལས་ཀ་ག་ཡོད་རེད་ཟེར་ན་ད་ཡིན་ནས་མ་དགེ་བའི་བཤེས་གཉེན་གྱི་ཆོས་བསྟེན་ཡ་དེ་རེད་སློབ་མས་དེ་ཆོས་ཉན་ཡ་རེད་ཉན་ནས་དེ་ཉམས་ལེན་བྱེད་ཡ་དེ་སློབ་མའི་ལས་ཀ་རེད། ད་མགོ་རྙོག་ཚ་པོ་དེ་གཉིས་ཀ་གི་གཟུགས་ཡོད་རེད་རེད་འདུག་བ། དེང་སང་བླ་སློབ་འཁྲུགས་པ་རེད་ཟེར་སྐད་ཆ་མང་པོ་འདུག་བ་བླ་མ་དང་སློབ་མ་འཁྲུགས། འོ་ད་ནི་ལབ་རྒྱུ་གླེང་རྒྱུ་མང་པོ་ཆགས་བླ་མས་ཀྱང་སློབ་མ་ལ་ཡང་སྐྱོན་འཛུགས་བྱས་སློབ་མས་ཀྱང་དགེ་བའི་བཤེས་གཉེན་ལ་སྐྱོན་འཛུགས་བྱས་དེ་ཚོ་འདྲེས་ཏེ། ད་ནི་སློབ་མ་བསྟེན་སློབ་མས་བླ་མ་བསྟེན་སྟངས་མ་ཤེས། བླ་མས་དགེ་བའི་བཤེས་གཉེན་གྱིས་སློབ་མ་སྐྱོང་སྟངས་མ་ཤེས་ནས་ནོར་འཁྲུལ་དེ་བྱུང་བ་རེད་འདུག་བ། འོ་དེ་བྱུང་བ་རེད་ད་དེ་མེད་ན་འདི་ལ་དགེ་བའི་བཤེས་གཉེན་བསྟེན་ཚར་ཞོར་དུ་ལས་ཀ་གཅིག་མ་གཏོགས་ཡོག་མ་རེད་ག་རེ་ཟེར་ན་ཆོས་སྟོན་ཡ་དེ་རེད་ང་རང་ཚོས་ཆོས་ཞུ་ཡ་དེ་རེད་ཆོས་ཞུས་ནས་ཉམས་ལེན་བྱེད་ཡ་དེ་ད་ལས་ཀ་དེ་ཕ་མཐའ་སུ་ད་ལ་གང་ཡང་ཡོག་མ་རེད་དེ་འདྲ་ཡིན་དུས་བཙོན་པ་དྲག་པོ་བསད་དེ་དྲག་པོ་བསད་ད་དར་དར་དྲག་ག་དྲག་པ་ནོར་པོ་ཟ་སྤོས་ཟ་གནའ་མི་གསོད་པའི་བྱེད་སྒྲ་བྱ་ཡ་དེ་དྲག་པོ་བསད་ཡ་དེ་ག་རེ་གོག་ཡོད་རེད་ཟེར་ན་བཙོན་པ་རྒྱུན་མ་ཆད་པ་བསད་ཡོད་རེད། རྐྱེན་བཟང་ངན་ག་འདྲའི་ཆེ་ཐུག་སོང་ན་ཡང་རྐྱེན་ལ་རག་ལས་ནས་བཙོན་པ་དེ་མ་འདོར་གསུང་གི་ཡོད་རེད་གྲོགས་པོ་ཚོ་འདིར་མ་གཏོགས་གཟུགས་པོ་འདིའུ་ཚོ་གཡུག་ན་བཙོན་གྲོལ་བྱེད་ཟེར་གྱི་ཡོད་མ་རེད་ད་ཡང་འགའ་ཤས་དེ་འདྲ་ཟེར་གྱི་འདུག་གཟུགས་པོ་ཞིབ་པོ་ཅིག་གཡུག་དགོས་ན་ཤ་གི་འདུག་བཙོན་གྲོལ་དྲག་པོ་དེ་འོ་དེ་རེད་ཁོང་དེ་འོ་ཐུག་ས་རེད་འོ་དེ་འདྲ་ཡིན་དུས་པས་གཟུགས་པོ་སྟོབས་ཆེན་པོ་གཡུག་ཡ་དེ་བཙོན་པ་མ་རེད་རེད་འདུག་བ་དེ་ནས་ལྐུགས་པ་འུ་ཚོའུ་ཆེ་ནས་གཉིད་ཁུག་གི་ཁུག་གི་ལ་དེ་ནས་ཡང་ག་ཤས་འུ་ཚོ་རྒྱག་གི་འདུག་བ་འོ་དེ་བཙོན་གྲོལ་མ་རེད་དེ་ལ་ཁར་ས་སྡུག་རུས་ལ་བ་རེད། སྡུག་རུས་ལ་ཨུ་ཚུགས་ཟེར་བ་རེད་ཨུ་ཚུགས་དེ་བརྩོན་འགྲུས་མ་རེད། མ་རེད་བ། བཅོས་སྒྱུར་ནང་ནས་བཙོན་ཁང་བརྒལ་ལ་སྤྲོ་བ་འོ་ཟེར་སྤྲོ་བ་གོ་གི་འདུག་བ། འོ་རེད། དམིགས་པ་བརྒལ་བ་ལ་དམིགས་ནས་རྣམ་པ་སྤྲོ་བ་ཞིག་གོ་གི་འདུག་བ། དེ་མེད་ན། བརྩོན་འགྲུས་ཡོད་ངོ་མ་རེད་ང་ཚོས། དཔེ་ཆ་བལྟ་དུས་ཁྱོད་སྡུག་རུས་བྱས་ནས་དཔེ་ཆ་བལྟ་ཟེར་ད་སྡུག་རུས་བྱས་ཟེར་བ་ཚོ་དེ་ཚར་ཚར་རེད། དེ་རིང་བལྟ་སང་ཉིན་བལྟ་དེ་ནང་ཉིན་ནས། ལྡབ་ལྡབ་ཅིག་ཟེར་ལོག་འགྲོ་གི་རེད་ཁ་བསྡུ་རུ་བྱེད་སྲོལ་ཡོད་མ་རེད་བ། ཨ་ནེ་ལས་ཀ་བྱེད་མཁན་ཐམས་ཅད་དེ་ཡར་ལྡུག་རུ་བྱེད་ཚུལ་བཙུན་གྲོལ་མ་རེད་ད་མ་བྱེད་རང་བྱེད་རེད་ཁ་ཕོར་པ་ལ་ཐུག་པ་རེད་དཀའ་ལས་རྒྱབ་དགོས་ཀྱི་རེད་བ། ད་ང་ཚོས་དེ་འདྲ་མ་རེད་ཐར་པ་དང་ཐམས་ཅད་བྱེད་པ་ལ་སྤྲོ་བ་གླན་ཡོད་དུས་དེ་ལྡུག་རུ་མ་རེད་ལ་ཨུ་ཚུགས་མ་རེད་སྤྲོ་བ་ལས་ཐོག་ནས་བྱེད་དགོས་ཀྱི་ཡོད་དུས་བཙོན་པ་དྲག་པོའི་གསེབ་ཏུ་དྲག་པོ་བསད་དེ་རྒྱུན་མ་ཆད་པ་རྒྱུན་ཆུ་དར་བབ་ནང་བཞིན་བྱས་ནས་རྒྱུན་མ་ཆད་པ་བཙོན་འཁྲུད་བྱེད་དགོས་ཀྱི་རེད་བསད་དེ་དྲག་པོའི་གི་ཐ་སྙད་དེ་ཤུགས་ཆེན་པོའི་སྐད་ཆ་མ་ཡིན་པ་བཙོན་པ་རྒྱུན་ཆགས་སུ་བསྟེན་དགོས་པའི་ཚིག་ལ་དྲག་པོ་བསད། བརྩོན་པ་དྲག་པོས་དམ་པའི་ཆོས་ཕྱོགས་མེད་དུ་འཚོ་བ་ཟེར་བ་དེ་གཡག་ལྟོགས་པ་གི་རྩྭ་ཟ་བ་ལྟ་བུ་དགོས་ཀྱི་རེད་ཟེར་ནས་སྐུ་སངས་རྣམ་པའི་ཞབས་ལོ་ནང་དུ་གཡག་ལྟོགས་པ་གི་རྩྭ་ཟ་བའི་བཀའ་སོགས་ལ་འདི་ནས་ཟ་ཡ་ནས་ཟ་ཕ་ནས་ག་ཟ་ག་ནས་ཟ་གི་རེད་མ་གཏོགས་གཅིག་རང་ནས་ཟ་གི་མ་རེད། མ་རེད་བ། འོ་དེ་ནང་བཞིན་བྱས་ནས་ལྟོགས་པས་གི་ཟས་ཟ་བ་ལྟ་བུ་དང་གཡག་ལྟོགས་པའི་རྩྭ་ཟ་བ་ནང་བྱས་ནས་ག་ཟ་ག་ལ་ཡ་དགེ་བའི་བཤེས་གཉེན་ག་ཚོད་ཡིན་ན་བསྟེན་ཐུབ་ཀྱི་རེད་ལས་དང་པོ་བ་ཟེར་བ་དེ་དགེ་བའི་བཤེས་གཉེན་བསྟེན་དམ་པའི་ཆོས་ཕྱོགས་མེད་དུ་འཚོས་བྱས་ནས། རྗེ་རིན་པོ་ཆེ་གི་ཡང་དང་པོ་བརྒྱ་བྱིན་མང་དུ་ཐོས་པ་བཙལ། བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར། ཐ་མ་ཉིན་མཚན་ཀུན་ཏུ་དབྱེར་མེད་བསྒོམ་ཀུན་ཀྱང་བསྟན་པ་རྒྱས་པའི་ཆོས་བཟུང་ངོ། ཚུལ་དེ་བསམ་ཞིང་འདུན་མ་ལེགས་ནས་བདག་བཀའ་དྲིན་ཆེའོ་རྗེ་བཙུན་ཆེན་པའི་གཏེར་རེ་ཞེས་གསུངས་ཡོན་དུ་དང་པོ་བརྒྱ་བྱིན་མང་དུ་ཐོས་པ་བཙལ། ཐོས་པ་ཕྱོགས་མེད་དུ་བཙལ་དགོས་པའི་སྐལ་ཆེར་བ། ཕྱོགས་མེད་དུ་བཙལ་ཟེར་བ་དེ། ང་ཚོ་དུས་ཆེན་གཅིག་གི་ལྟར་ཕྱུག་དེང་སང་ང་ཚོ་དཀའ་ངལ་དེ་ཕྱུག་རིགས་ཀྱི་སྐད་ཆ་དེ་རྙོག་དྲ་ཆགས་པོ་འདུག་བ། ང། བཀའ་རྒྱུད་ཡིན་ཟེར་ཁོ་རྙིང་མ་རེད། ངས་ཆོས་ཞུ་ས་དེ་བཀའ་རྒྱུད་གཅིག་པུ་ལ་ཞུ་བ་མ་གཏོགས་རྙིང་མ་ནས་ཞུ་གི་མེད་ཟེར། ང་ཡང་ས་སྐྱ་ཡིན་ཟེར་དགེ་ལྡན་ཕྱོགས་ནས་ཞུ་གི་མེད་ཟེར་ང་ཡང་དགེ་ལྡན་ཡིན་བཀའ་རྒྱུད་ཕྱོགས་ནས་ཆོས་ཞུ་གི་མེད་ད་ང་ཚོ་རྙོག་དྲ་དེ་དེ་སླེབས་བསྡད་ཀྱི་ཡོད་རེད། བླ་མ་གོང་མ་ཚོ་དེ། དག་པའི་སྣང་བ་ཕྱོགས་མེད་དུ་རྒྱང་ཡོད་དུ་བཙལ་བ་ལ། རིས་སུ་མ་ཆད་པའི་རྒྱལ་བསྟན་ཡོངས་རྫོགས་ལ་དད་པའི་སྣང་བ་ཐོབ་པར་རེ་བ། དཔེར་ན་མཛད་སྒོ་བློ་གྲོས་མཐའ་ཡི་དྲ་བ་ཆ་བཞག་པ་ཡིན་ན། ཁོང་རང་གི་སྐུ་ཚེ་གི་རྣམ་ཐར་དེ་འདུལ་བ་ཟིན་མ་མཇལ་གྱི་ཡིན་ན། མཚམས་གཅིག་ལ་ནི་མཚམས་སྒྲུབ་པ་གཅིག་པུ་བཞུགས་བདེ་བའི་བཟོ་ར་གཅིག། མཚམས་གཅིག་ལ་ནི་རྩོམ་པས་ཀྱི་བྱ་བ་ཁོ་ན་གནང་བདེ་བའི་བཟོ་ར་གཅིག། མཚམས་གཅིག་ལ་ནི་འདག་སྦྱར་བཅའ་ཉར་གནང་བདེ་བའི་བཟོ་ར་གཅིག། མཚམས་གཅིག་ལ་ནི་དག་སྣང་ཁོ་ན་བྱས་ནས་བླ་མ་བཤེས་གཉེན་བརྒྱ་བཅུ་ཕྲག་མང་པོ་བསྟེན་པས་ཀྱི་རྣམ་ཐར་དེ་འདྲ་ཡོང་བདེ་གི་འདུག་བ། ཡིན་ན་ཡང་ཁོ་རང་གི་རྣམ་ཐར་གཙོ་བོ་ག་རེ་ཟང་ན། རིས་སུ་མ་མཆིས་པའི་རིས་མེད་ཀྱི་བསྟན་པའི་བདག་པོ་ཆགས་འགྲིག་ཡོད་པ་རེད། རིས་སུ་མ་མཆིས་པ་ཟེར་ཡ་དེ་མགོ་བདེ་པོའི་སྐད་ཆ་མ་རེད། མགོ་བདེ་པོ་ཡང་ཁ་ཁར་བ། མགོ་བདེ་པོ་ཟེར་ནས་ན་ག་བ་ཡང་འཇགས་འགྲོ་གོ་དེ་མ་རེད་ད། དེ་མགོ་བདེ་པོའི་སྐད་ཆ་མ་རེད། རེད་འདུག་བ། རང་གི་རྒྱུད་པ་ག་རེ་ཡོད་པ་དེ་གཞི་ལ་བཞག། དེ་དེའི་རྒྱུད་པ་དེ་ལ་ཡང་ཡིད་ཆེས་བསྐྱེད་ཡོང་དུས་རང་གི་རྒྱུད་པ་གང་ལ་ཞུགས་པའི་ཀྱི་ལྟ་སྒོམ་སྤྱོད་པ་དེ་ལ་ཡང་དེ་ནི། ངེས་ཤེས་འདྲོངས། དེ་ལ་སྒྲོ་འདོགས་ཆོད། དེ་ལ་དད་པའི་སྣང་བ་མཐོ་བས་ཤེས་ནས་དད་པ་མཐོ་བ་ཡོང་དུས་དེ་ཡི་སྟོབས་ཀྱིས་རིགས་གསུམ་མ་ཕྱེད་པའི་རྒྱལ་བའི་བསྟན་པ་མཐའ་དག་གི་ད་ནི་ཕྱོགས་ལ་ཡང་དད་པའི་སྣང་བ་སྐྱེ་ཐུབ་ཀྱི་ཡོད་པ་རེད། དག་སྣང་གསལ་དེ་དེར་བ། རིགས་གསུམ་མ་ཕྱེད་པའི་གི་རྒྱ་བསྟན་ལ་ཡང་དེ་འདྲ་བྱས་ཡོང་དུས་ད་ང་ཚོ་དཔེ་གསར་ལྟ་ཡ་དེ་ཡང་གཅིག་གི་སློབ་སྦྱོང་བྱེད་པའི་སྐབས་ལ་ཡིན་ན་རེད་སྒོམ་ཁྲིའི་མན་ངག་ཞུ་ན་རེད་དང་པོ་སྐབས་སོགས་ལ་ཡང་ད་ནི་ག་ཚོད་ཡིན་ན་ཞུ་ཐུབ་དགོས་ཀྱི་ཡོད་རེད་ད། ཉམས་ལེན་སྐབས་སོགས་ལ་བསྡད་ཐུབ་པ་ཅིག་དགོས་ཀྱི་ཡོད་རེད། ཉམས་ལེན་སྐབས་སུ་བཟླས་ཐུབ་པ་དགོས་རེད་ཚེ་དང་སྦྲུལ་པ་སྙོམས་པར་ཉམས་ལེན་བྱས་ནས་རི་ཡི་བུ་བཅས་ན་བུན་ཆུ་གོས་ཆོས་འབྱུང་ལྟོ་གོས་གཏམ་གསུམ་ལ་བསྐུར་ནས་རྟོགས་པ་ཨེན་ཙམ་གཅིག་གི་མ་བྱས་ཀྱི་བར་དོ་ལ་ཡ་ད་ནི་སྤང་ལ་བེ་ཕུར་བཏབ་པ་ནང་བཞིན་བཟླས་ཐུབ་དགོས་ཀྱི་རེད་མ་གཏོགས་ནས་མཚམས་སྦྲུལ་པ་བྱས་པ་ཡིན་ཟེར་ག་ས་ག་ལ་བརྒྱུགས་ནས་བསྡད་པ་ཡིན་ན་ནི་སྔར་ཉམས་ལེན་ཕྲན་བུ་བྱས་པ་དེ་ཡང་བླ་ཡག་ཉེས་ཁ་ཡོད་རེད་གསར་དུ་སྐྱེ་བ་དང་ག་བ་ཡོད་ཡོང་གི་མ་རེད་དེ་འདྲ་ཡིན་དུས་སློབ་སྦྱོང་བྱེད་པའི་སྐབས་སུ་ཐོས་པ་ཆོ་མེད་དུ་བཙལ་དགོས་བ་སྒྲོ་འདོགས་བཅད་དགོས་བ། རོལ་དུ་བ། རིས་སུ་མ་ཆད་པའི་རྒྱལ་བའི་བསྟན་པ་མཐའ་དག་གི་གནད་གཅིག་གི་ལྟ་སྒོམ་སྤྱོད་པ་ལ་བསླབ་དགོས་བ། དེ་ལྟར་བསླབ་པ་དེ་ཡང་དེ་ག་ས་གཅིག་གིས་ཤེས་འདོད་དང། ཧ་གོ་ཧ་གོ་ཡག་གི་ཆེད་དུ་དང་རྟོགས་ཡག་གི་ཆེད་དུ་དང་དེ་ག་ས་གཅིག་གིས་འཇིག་ལྟ་སྣང་དང་ཚེ་འདི་སྣང་གི་གཅིག་གིས་ཤེས་ཡོན་གྱི་ཆེད་དུ་མ་ཡིན་པ། རང་ཉིད་ཀྱི་ལམ་གང་ལ་ཞུགས་པའི་གི་ལྟ་སྒོམ་སྤྱོད་པ་དེ་བོག་འདོན་ཡང་གི་ཤེས་སོ་ལ་དེས་དངུལ་དང་བརྒྱུད་ནས་དེ་གི་གྲོགས་ལ་སོ་ཕྱིར་ཤེས་པ་ཅིག་དགོས་གི་ཡོད་རེད་དེས་ལམ་དུ་སོ་ཕྱིར་ཤེས་པ་ཅིག་དགོས་གི་ཡོད་རེད་གང་དང་གང་བསླབ་པ་དེ་ཚོ་ཐམས་ཅད་གདམས་ངག་ལ་སོ་ཕྱིར་ཤེས་པ་མ་གཏོགས་དེ་ལ་སྐྱོན་ཡོན་གི་འདུ་ཤེས་སྐྱེས་ན་རང་དེ་བཟང་བ་གཞན་དེ་ངན་པ་བསམ་བློ་བཏང་པ་ཡིན་ན་དེ་གདམས་ངག་ལམ་དུ་ཁྱེར་བ་མ་རེད་བ། གདམས་ངག་ལམ་དུ་ཁྱེར་བ་ཟེར་ཏེ་གང་དང་གང་ཐོས་པ་གང་དང་གང་སྦྱངས་པ་དེ་ནི་སོ་སོའི་གའི་སྔོན་དུ་སྦྱངས་ཟིན་པ་དང་ལྟ་སྒོམ་སྤྱོད་པ་གང་ལ་གཞོལ་བའི་ལམ་དེ་ལ་ཡང་བོགས་འདོན་བྱ་ཡག་དེ་གོང་འཕེལ་དུ་བཏང་ཡག་གི་ཐབས་ལ་འགྲོ་དགོས་ཀྱི་ཡོད་རེད་དེ་འདྲའི་ཡོན་དུ་དང་པོ་རྒྱ་ཆེ་མང་དུ་ཐོས་པ་ཙཱ་ལར་བཤད་པའི་གའི་བཀའ་གདམས་པའི་བླ་མ་གོང་མ་ཚོ་གི་ཉམས་ལེན་ད་ག་རང་རེད་ཨོ་དེ་ཡིན་དུས་ད་ལྟ་འདི་སྐབས་སུ་ལ་བརྩོན་པ་དྲག་པོ་དམ་པའི་ཆོས་ཕྱོགས་མེད་དུ་འཚོ་བ་གཉིས་པ་དེ། ཕྱོགས་མེད་དུ་འཚོ་བ། དང་གསུམ་པ་དེ་འདུན་པ་དྲག་པོས། ཨའུ་མདའ་ཤུ་དུ་ན་འདུན། འདུན་པ་དྲག་པོས་དགེ་བའི་ལས་ལ་བརྩོན་པ་མི་འདོར་བ། དང་འདུན་པ་དྲག་པོས་ཀྱི་དགེ་བའི་ལས་ལ་བརྩོན་པ་མི་འདོར་བ་ཟེར་ཡ་སྟེ། འདིའི་སྐབས་ལ་འདུན་པ་དེ་ག་རིགས་ཀྱི་འདུན་པ་རེད་ཟེར་ན། ཨོ། འདི་ཡི་འདུན་པ་དེ། ཨོ་དེ་རེད་ད་ལྟ་ཁར་ས། ཨོ། ཐར་པ་ལ་འདུན་པ་རེད། ད་ལྟ་ང་ཚོ་དགེ་འདུན་ཞེས་པའི་སྐབས་སུ་རྒྱལ་བ་སངས་རྒྱས་ཆོས་དགེ་འདུན་ཞེས་པའི་དགེ་འདུན་དེ་རྒྱལ་ཞེས་པའི་དེ་རྒྱལ་བ་དེ་ག་བ་གོ་ས་ཐར་པ་ལ་གོ་གི་ཡོད་པ། ཨོ་ཐར་པ་རེད། རྒྱལ་བ་དེ་ཐར་པ་ལ་བཞག། དེ་ཐར་པ་བསྒྲུབ་ཡག་གི་ལམ་ལ་བརྩོན་པ་ལ་འདུན་ཞེས་བཞག་དེ་ཡིན་དུ་རྒྱལ་བ་འབྲས་བུ་ལ་བཞག་འདུན་པ་ལམ་ལ་བཞག་གི་ཡོད་རེད་དགེ་འདུན་ཟེར་དུས། འོ་དེ་རེད། ད་དེ་དང་འདྲ་བར་ད་འདིའི་སྐབས་སོགས་ལ་ཡང་ད་ནི་འདུན་པ་དྲག་པོའི་ཟེར་བའི་སྐབས་འདུན་པ་དེ་ག་བ་བཞག་རོགས་ཟེར་ན་ཐར་པ་ལ་བཞག། གཙོ་བོ་ད་འདི་སྐབས་ལ་ཐར་པ་ལ་འདུན་པ་བྱེད། ད་ཐར་པ་ལ་འདུན་པ་ཡིན་དུས་ད་བར་ལ་ཐར་པ་འདུན་པ་ཐར་པ་ཡིན་ན་ཡང་དེ་འདྲས་ཀྱི་ཐར་པ་དེ་སྒྲུབ་དགོས་ཀྱི་ཡོད་རེད། ཐར་པ་དེ་སྒྲུབ་ཡག་ལ་ག་རེ་དགོས་ཟེར་ན་དྲག་པོ་ཟེར་བའི་སྐབས་སོགས་ལ་ད་དམིགས་ཡུལ་དེ་ང་ཚོས་བྱང་ཆུབ་གོ་འཕང་ཐོབ་དགོས་ཀྱི་ཡོད་རེད་བྱང་ཆུབ་ཆེན་པོའི་གོ་འཕང་ཐོབ་པ་ལ་ཨ་དེ་ཀྱི་ལམ་ལ་ཨ་ནི། ལྟ་བ། གོམས་པ། སྤྱོད་པ་ཆ་ཚང་བ་བསླབ་དགོས་པ་རེད་གསུངས་ཡོད་རེད་དེ། དེ་ལྟ་བུའི་གི་ཐར་པ་འབྲས་བུ་དེ་ཐོབ་བྱེད་ཀྱི་རྐྱེན་ནམ་ཡང་ན་ལམ་གང་དང་གང་ཡོད་པ་དེ་ལ་མི་ཕྱོགས་པར་འཛིན་པ། དེ་ལ་ངོམས་པ་མེད་པར་ཐོག་ནས་ལམ་ལ་འཇུག་དགོས་ཀྱི་རེད་ཟེར་བཤད་ཡོང་དུས་མ་ཟིན་པ་ད་ང་འགྲིག་སོང་བསམ་ཡ་མེད་པ་བྱས། ད་ང་དཔེ་ཆ་བལྟས་པ་ཡིན་ལོ་གསུམ་བཞི་བཅས་ལ་བལྟས་པ་ཡིན་ད་འགྲིག་སོང་བསམ་པ་འདྲ་བོ་ཆོག་པར་མི་འཛིན་པ། ད་ལོ་ཁ་ཤས་བཅས་ལ་ངས་མཚམས་བསྙེན་སྒྲུབ་བྱས་པ་ཡིན་ཡང་ན་མཚམས་སྒྲུབ་པ་བྱས་པ་ཡིན་འོ་རི་ལ་ཡག་འདུག་ཟེར་མཚམས་བཅད་བསྡད་ཡོད་མི་དང་མ་འཕྲད་རེད་འདུག་ག་མི་དང་མ་འཕྲད་པ་བྱས་ལུས། མགུ་སྤྱོད་སྤང། ངག་གི་རྣ་སྤྱོད་སྤང་འདུག་བྱས་ནས་ད་སེམས་ཀྱི་ཆག་ཆག་ཆེན་པོའི་དོན་ལ་མཉམ་པར་བཞག་ནས་སྒོམ་བསྡད་པ་ཡིན་ད་ང་རྟོགས་པ་ཨེན་ཙམ་ཞིག་སྐྱེས་སོང་ད་འགྲིག་སོང་བསམ་པ་འོ་དེ་འདྲས་མ་ཡིན་པ་བྱས་ནས། རེ་བ། རྟོགས་པ་མཐར་ཕྱིན་པ་དང་བཅས་ས་ཟིན་མ་ཟིན་གྱི་བར་དུ་ལ་ཡང་ཉམས་ལེན་ལ་བརྟེན་དགོས་ཀྱི་ཡོད་པ་ཡིན་དུས་དྲག་པོ་ཟེར་ཡག་དེའི་ཚིག་དེ་ག་རེ་གོ་གི་འདུག་ཟེར་ན། དེ་འདྲའི་གི། དམིགས་ཡུལ་ཐོབ་བྱ། འབྲས་བུ། ཐར་ཐར་པ་ལ་འདུས་ན་ཡང། དེ། དེ་འདྲའི་གི་མདུན་བསལ་གྱི། ཐོབ་བྱ། འབྲས་བུ་དེ་ཐོབ་པར་བྱེད་པ་ལ། ལམ། ལྟ་སྒོམ་སྤྱོད་པ་ཚང་ལ་མ་ནོར་བ་བསླབ་དགོས་ཀྱི་ཡོད་པ་ཡིན་དུས་དེ་དག་ལ་ཕྱོགས་པར་མི་འཛིན་པ་གཅིག་ལ་ཡང་དྲག་པོ།

འོ་ད་དེར་དགེ་བའི་ལས་ལ་བརྩོན་པ་མི་འདོར་བ། འདི་དང་གསུམ་པ་བྱས། ད་བཞི་པ་དེ། བག་ཡོད་པས་ལས་དང་བྱ་བ་ཆུད་མི་ཟ་བ། བཞི་པ་དེ་བག་ཡོད་པས་ཟེར་ན་མི་གསུམ་པ་བྱས་པས་སྦྱར་ནས་བག་ཡོད་པས་ལས་དང་བྱ་བ་ཆུད་མི་ཟ་བ། དང་ལས་དང་བྱ་བ། བག་ཡོད་བག་ཟད་འདི་ཆུང་ཆུང་ལེའུ་བཞི་པ་ནས་གསུངས་པ་བག་ཡོད་དེ་རེད། ད་ང་ཚོ་འདོད་ཆུང་བག་ཡོད་པ་བྱེད་དགོས་རེད་ཟེར། ཆོས་བྱེད་པ་ཚང་མ་གི་བག་ཡོད་པ་བྱེད་དགོས་བ་རེད་རབ་བྱུང་དང་ཅིག་གི་ཅི་ཡང་བསྔགས་པ་སྐད་ཆ་གཅིག་པོ་མ་རེད། བདག་ལེགས་སོ་འདོད་པ་ཐམས་ཅད་ཀྱི་ང་ཐམས་ཅད་ཆེན་པོའི་གོ་འཕང་ཐོབ་གོ། ང་ཐར་པ་ཐོབ་གོ། འབྲས་བུ་རྣམ་པར་དག་པ་ཅིག་ཐོབ་གོ་བསམ་བྱས་ནས་དམིགས་ཡུལ་དེ་ཐར་པ་དང་ཐམས་ཅད་མཁྱེན་པ་ལ་བཞག་ནས། རེ་བ་ཐར་པ་ཐམས་ཅད་བྱིན་པ་ལ་བྱ། ད་དེ་དོན་དུ་གཉེར་བ་ལ་ང་ཚོ་གི་ལུས་ཀྱི་ལུས་ངག་ཡིད་གསུམ་གྱི་ཉམས་ལེན་ག་རེ་བྱེད་ཀྱི་ཡོད་པ་ཡིན་ན་དེ་ལ་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད་ད་དེ་རེད། ལས་དང་པོ་པའི་བྱང་ཆུབ་སེམས་དཔའ་ཡིན་ན་ཡང་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད། འོ་འཕགས་པའི་བྱང་ཆུབ་སེམས་དཔའ་ཡིན་ན་ཡང་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད་རེད་འདུག་བ་རྟེན་ཅིག་ཁྱད་པར་མང་པོ་ཡོད་རེད་དེ་ཡིན་ན་ཡང་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད། ཐམས་ཅད་ཤེས་པ་མ་ཐོབ་ཀྱི་བར་དུ་གནས་ལུགས་ལ་བཙན་ད་ཕྱག་རྒྱ་ཆེན་པོ་སྐབས་ལས་སྐད་ཆ་ཡིན་ན་གནས་ལུགས་ལ་བཙན་ས་མ་ཐོབ་ཀྱི་བར་དུ་མ་ཟིན་གྱི་བར་དུ། གནས་ལུགས་ལ་དབང་མ་འབྱོར་གྱི་བར་དུ། གནས་ལུགས་ལ་བསྟན་པ་མ་ཐོབ་ཀྱི་བར་དུ། གནས་ལུགས་ལ་བཙན་ས་མ་ཟིན་གྱི་བར་དུ་ལ་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད་དེ་ཡིན་པ་ལ་བརྟེན་ནས་ང་ཚ་བཅོམ་ལྡན་འདས་ཀྱིས་འདི་ལ་བག་ཡོད་པས། ལས་དང་བྱ་བ་ཟེར་ལས་དང་བྱ་བ་ཟེར་དུས་བསམ་པ་ལ་བརྟེན་ནས་ལུས་ངག་ཡིད་གསུམ་བཤད་ཀྱི་ཡོད་རེད་ལས་ཟེར་དུས་ལུས་ཀྱི་ལས། ང་གི་ལས་བྱ་བ་ཟེར་བའི་སྐབས་སུ་ལ་ཀུན་སློང་ལ་གོ་གི་ཡོད་རེད། འོ་དེ་རེད་འདུག་བ། ལས་དང་བྱ་བ་ཟེར་ཡ་དེ། ད། ཕྲ་རགས་ཐོག་ནས་དབྱེ་བ་ཕྱེ་ངེས་འདུག་ཕྲ་རགས་སྐད་ཆ་བཤད་མ་ཡིན་པ་བཅས་ལུས་ངག་ཡིད་གསུམ་ལ་སྦྱར་བ་ཡིན་ན་ཉམས་ལེན་བྱེད་ཡ་བདེ་བོ་ཡོད་རེད། དེ་ཡིན་དུས་དུས་ཚུན་ང་ཚོ་སྤྱི་བཏང་གི་བྱ་བ་ཟེར་དུས་ལུས་ཀྱི་བྱ་བ་ངག་གི་བྱ་བ་ཟེར་བཤད་བཤད་པ་འདྲ་བོ་དེ་མ་ཡིན་པ་བཅས་འདི་སྐབས་ལ་བྱ་བ་ཟེར་དུས་བསམ་པ་ལ་ཡིད་ཀྱི་ཀུན་སློང་ལ་གོ་བ་བྱེད། ལས་ཟེར་བའི་བཀའ་སྲོལ་ལ་དེའི་བཅས་པའི་ལུས་དང་ངག་གི་རྣམ་པའམ་དེ་གི་རྣམ་འགྱུར་དེ་ལ་བརྟེན་ནས་ལས་ཐ་སྙད་སྦྱར་ནས་མདོར་ན་བག་ཡོད་པའི་ཐོག་ནས། དགེ་བའི་གེགས་ལས་ཟེར་བའི་བཀའ་སྲོལ་ལ་དགེ་བའི་འདུ་ཤེས་བྱས། ཀུན་སློང་བྱས། བསམ་པ་བྱས་དེ་ནས་དེའི་བཅས་པའི་གི་ལུས་ངག་གི་བྱ་བ་དེ་ཆུད་མི་ཟ་བ་ཟེར་དུ་འཕྲོ་བརླག་བཏང་རྒྱུ་ཡོད་མ་རེད་གསུང་བ་རེད་འཕྲོ་བརླག་མ་བཏང་ཟེར་བའི་བཀའ་སྲོལ་ལ་ལས་སླ་པོ་འདུག་བ། ང་ཚོས་ཅིག་སྐོར་ར་ཞིག་རྒྱབ་ནས་རྒྱབ་བསྡད་པ་ཅིག་བྱས། ཡིན་ན་ཡང། ཅིག་སྐོར་ར་དེ་གནམ་བདག་ལ་འགྲོ་གི་འདུག་བས་མི་འདུག་བསམ་བློ་བཏང་ན་ནི་གནམ་བདག་མ་འགྲོ་མཁན་ཅིག། ག་རེ་ཞིག་གནམ་བདག་མ་འགྲོ་ཟེར་ན་སྐོར་ར་འགྲོ་གི་འགྲོ་གི་ལས་ཡག་ཨ་ནི། གལ་སྲིད་འདྲ་མི་འདྲ་བཤད་ཡག་དང་ད་ག་ནང་བཞིན་གྱི་ཅིག་བསམ་བློ་ནང་བླངས་ལ་ཆགས་སྡང་གི་གནམ་ཐོག་དེ་སྐྱེ་ཆོག་གི་འདུག་བ། སྐྱེ་ཆོག་གི་རེད། འཕགས་པ་ཤིང་བའི་སྐོར་ར་བཅུ། བཅུ་གཉིས་ཉི་ཤུ་ཐམ་པ་བརྒྱབ་པ་ཡིན་ན་ཡང་དེ་དང་མཉམ་དུ་ང་ཚོ་ཇུས་ཏོག་སྐད་ཆ་བཤད་ཡག་དེ་ཡག་རྩེ་གཅིག་རེད་མ་རྩེ་གཅིག་རེད་ཟེར་ཨ་ནི་བསམ་བློ་ནང་བླངས་ཡ་ཆགས་སྡང་གི་གནམ་ཐོག་བསམ་བློ་བཏང་གི་གཏང་གི་ལ་ལུས་ཀྱི་སྐོར་ར་འགྲོ་བསྡད་ཀྱི་ཡོད་རེད་བ། དེ་འདྲ་ཡིན་དུས། གནམ་པ་ལ། དགེ་བ་དགེ་བའི་གེ་རྣམ་པ་ཅིག་མཐོང་གི་ཡོད་རེད་སྐོར་རྒྱག་དེ་ཨ་ཙི་འདི་སྐོར་ར་དེ་འདྲ་འགྲོ་ཐུབ་འདུག་སྐོར་ར་ག་ཚོད་ཕྱིན་པ་ཡིན་ང་སྐོར་ར་བཅོ་ལྔ་ཕྱིན་པ་ཡིན་ཉི་ཤུ་ཕྱིན་པ་ཡིན་ཟེར་ནས་ཅིག་སྤོབས་པ་མཐོན་པོའི་སྒང་ནས་བཤད་ཡ་ཞིག་བྱས་མིག་གིས་བལྟས་པ་ཡིན་ན་ཡང་ཨ་ཙི་ད་རེས་ད་ངོ་ནས་སྐོར་ར་གྲངས་ཀ་མང་པོ་ཞེ་དགུ་ཕྱིན་སོང་ཞིམ་པ་གི་དེ་ག་ཚོད་འགྲོ་ཐུབ་གི་མི་འདུག་གོ་སྐོར་ར་ཉི་ཤུ་ཐམ་པ་ཕྱིན་སོང་བཅོ་ལྔ་ཕྱིན་སོང་ཟེར་ཡོད་འདུག། ཡང་དེ་ལ་ཅིག་བསྡུ་བ་ཡིན་ན་ཡང་ང་རང་བསམ་བློ་བཏང་ཡོང་ན་སྐོར་ར་དེ་རྣམ་དག་ཅིག་རེད་ཐུག་ཡོད་མ་རེད་ག་རེ་ཟེར་ན་ལུས་ངག་ཡིད་གསུམ་ལྟོ་རྒྱ་ནས་སྐོར་ར་ཕྱིན་ཡོད་མ་རེད་ལུས་ཀྱི་འགུལ་སྤྱོད་གཅིག་པུ་རེད་མ་གཏོགས་སེམས་བསམ་པ་དེ་སྐྱབས་འགྲོ་སེམས་ཀྱིས་སླེབས་ཐུབ་མེད་པ་སོང་ཙང། ལུས་ཀྱི་དགེ་བ་དེ་ཡང་དགེ་བ་རྣམ་དག་ག་ལེ་ཧ་བོ་ད་དེ་ང་ཚོ་མཆན་འགོ་དགོས་ལ་ལས་སླ་བོ་རེད་ད་གལ་ཆེན་པོ་རེད་ལ་ལས་སླ་བོ་རེད་དེ་ཕྱག་འཚལ་བ་ཡིན་ན་དེ་རང་རེད་ཕྱག་འཚལ་གི་འཚལ་གི་ལ་ཡང་སེམས་ལ་ཡང་སྡིག་པ་བསམ་བློ་མང་པོ་བཏང་ཆོག་གི་འདུག་བ། འདི་དྲ་བདག་ཁ་ཏོན་ཡིན་ན་ཡང་འབའ་ས་གུ་རུ་བསང་ཡ་རེད་ན་རེད་སྐྱབས་འགྲོ་བསགས་པ་ཡིན་ན་རེད་ཁ་ཏོན་བདེ་སྤྱོད་ཡིན་ན་རེད་བཀའ་འགྱུར་དང་བསྟན་འགྱུར་ཀློག་པ་ཡིན་ན་རེད་ག་རེ་བྱས་གསུང་རབ་དགོངས་འགྲེལ་ག་ཚོད་ཀློག་པ་ཡིན་ན་ཡང། ཕ་ལྟེ་བའི་བཀའ་སྲོལ་ལ་དཔེ་ཆ་པོ་ཏི་དཔག་ཚད་ཅིག་རང་གི་མདུན་ཅོག་གང་དང་བཞག་ད་ནི་རང་དེ་ལ་ཡང་མིག་གིས་བལྟ་བྱས་ནས་ཕ་ཡིན་མཚན་ཡིན་གང་ཡང་མེད་པར་ལྟེ་བའི་བཟོ་ར་ཅིག་མཐོང་གི་ཡོད་རེད་དེ། ཁ་ཏོན་བསགས་པའི་བཟོ་ར་ཅིག་ཁ་ཏོན་བདེ་བའི་བཟོ་ར་མཐོང་གི་ཡོད་རེད་དེ་བསམ་པ་དེ་དེ་ནང་ལ་འགྲོ་མ་ཐུབ་ན། རེད་བ། དེ་རེད་བ། བསམ་པ་དེ་འགྲོ་མ་ཐུབ་ན། བསམ་པ། དེ་རིང་གི་ལས་ཀ་སང་ཉིན་ལས་ཀ། ད་ནི་ངའི་དགྲ། ངའི་གཉེན། ཚོང་རྒྱག་ཡག། ལས་ཀ་བྱེད་ཡག་མང་པོ་བྱེད་བསམ་བློ་བཏང་བསྡད་པ་ཡིན་ན། དེ་ཁ་ཐོན་དེ་དགེ་བ་ཆགས་མ་སོང་བ། དེ་འདྲ་ཡིན་དུས་ལུས་དང་ངག་གི་དགེ་བ་དེ་དགེ་བ་སྟོབས་ཆེན་པོ་ཆགས་ཡོད་མ་རེད། ལྟ་སྟོབས་ཆེ་ཤོས་དེ་སེམས་དེ་རེད། སེམས་ཀྱི་སེམས་ཀྱི་དགེ་བ་དེ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་ང་ཚ་འདི་སྐབས་ལ་ཡ། སེམས་ཀྱི་སེམས་ཀྱི་དགེ་བ་ཟེར་བའི་སྐབས་སུ་ལ། དད་པ། སྐྱབས་འགྲོ། བྱང་ཆུབ་སེམས་མི་རྟག་པ་ལ་སོགས་པ་དེ་འདྲ་བསྒོམ་པའི་སྐབས་སུ་དེ་དང་དུས་མཉམ་དུ་མི་དགེ་བའི་རྟོག་པ་སྐྱེ་བའི་སྐབས་ཡོད་མ་རེད་བ། སྐྱེ་བའི་སྐབས་ཡོད་མ་རེད། འོ་དེ་འདྲ་ཡིན་དུས་སེམས་ཀྱི་སྟོབས་ཆེ་བ་རེད། སེམས་དེ་དད་པ་དང་སྐྱབས་འགྲོ་མོས་གུས་ཡག་པོ་ཡོད་ན་དེའི་སྟོབས་ཀྱིས་ལུས་དང་ངག་ཡང་དགེ་བ་རྣམ་དག་ལ་འགྲོ་ཐུབ་ཀྱི་ཡོད་རེད། དེ་ལ་དེ་ནི་ལུས་བརྒྱའི་དགེ་བ་ངག་གི་དགེ་བ་ཡིད་ཀྱི་དགེ་བ་གསུམ་གྱི་ནང་ནས་གཙོ་བོ་ལྟ་བུ་དེ་ཡིད་ཀྱི་དགེ་བ་དེ་རེད། ཡིད་ཀྱི་དགེ་བ་དེ་བརྟན་པོ་ཅིག་དང་ཡག་པོ་ཅིག་ལ་ས་ཁྲག་པོ་ཞིག་འདེབས་ཐུབ་ན། དེའི་དབང་གིས་ལུས་དང་ངག་གི་དགེ་བ་ཡང་དགེ་བ་རྣམ་དག་ལ་འགྲོ་གི་རེད། དེ་ལ་དེ་ནི་ཀུན་གྱི་བྱེད་པོ་དེ་སེམས་ཆགས་སོང་བའོ་དེ་རེད། ད་དེ་ཡིན་དུ་བ་ལས་དང་བྱ་བ་ཆུད་མི་ཟ་བའི་ཤེས་པ་བྱེད་ད་ལྔ་པ་དེས་བདག་གི་དགེ་བ་ལ་མི་ཆགས་པར་སེམས་ཅན་སྨིན་པར་བྱེད་པ་གསུངས། བདག་གི་དགེ་བ་ལ་མི་ཆགས་པ་སོ་དུ་སོ་སོའི་ལུས་ངག་ཡིད་གསུམ་དགེ་བ་གང་བསྒྲུབས་ཡོད་པ་དེ་ང་རང་གི་ཆེད་དུ་བྱ་བ་འདྲ་པོ་ཡིན་བསམ་ནས་དེ་ལས་ཡང་ཞེན་ཆགས་མེད་པར་བྱས་ནས་ངའི་དགེ་བ་བསྒྲུབས་པ་དེ་སེམས་ཅན་གྱི་ཆེད་དུ་ཡིན་བསམ་ཡོད་དོ་དང་པོ་ནི་དགེ་བ་ལ་ཞེན་ཆགས་ཡོང་གི་མི་འདུག་ག་གང་ཟེར་ན། ཆེད་དུ་བྱ་བ་སེམས་ཅན་གྱི་དོན་དག་ལ་རེད། ཆེད་དུ་བྱ་བ་སེམས་ཅན་གྱི་དོན་དག་ཡིན་ན་སྔ་དྲོ་ཐོ་རངས་ཡར་བཞེངས་ནས་བྱས་ནས་གཅིག་གིས་ཁ་ཏོན་བཟླས་བརྗོད་གསུངས་པ་ནས་བཟུང་སྟེ་སྐོར་ར་འཕེལ་ཡག་དང་ཁ་ཏོན་ས་ཡག་ལ་སོགས་པའི་དགེ་ལུགས་ལྔ་ཡོད་གསུམ་གྱི་དགེ་བ་ཆེ་ཕྲ་ག་རེ་བསྒྲུབས་པ་ཡིན་ན་ཡང་དེ་ལ་ཞེན་ཆགས་མེད་པ་དང་འཛིན་ཆགས་མེད་པའི་ཐོག་ནས་དགེ་བ་སེམས་ཅན་གྱི་དོན་དུ་བསྔོ་བ་ཅིག་ཡོང་གི་ཡོད་རེད། དགེ་བ་བསྔོ་བ་ཙམ་མ་ཡིན་པར་དགེ་བ་བྱེད་པ་དེ་ལ་ཡུལ་མེད་པ་ཆགས་ཀྱི་རེད། རེད་བ། སེམས་ཅན་གྱི་གཞན་གྱི་དོན་སེམས་ཅན་གྱི་གཞན་གྱི་དོན་དུ་བྱས་པ་ཡིན་བསམ་པའི་སེམས་ལ་ཡང་ཡུལ་ཡུལ་ཡོད་མ་རེད་གཞན་ལ་ཡང་ཡུལ་ཡོད་མ་རེད་ངོ་སོ་ཡང་ཡོད་མ་རེད། དེ་མེད་ན་ང་ཚོ་གི་ཅིག་གི་དགེ་བ་བསྒྲུབ་པ་དེ་ཡུལ་འདྲ་བོ་བྱུང་གི་འདུག་བ། ཡུལ་ཡོང་གི་ཡོད་རེད་ད། ཡུལ་གཏད་གཏད་ཞིག་ཡོང་གི་ཡོད་རེད་ངས་ཆོས་ཀྱི་དོ་ཟླ་ལ་མཚམས་བསྡད་པ་ཡིན་ཟེར་ཡང་འདྲ་བོ་ཅིག་གི་དོན་དག་ཅིག་བྱས་པ་ཡིན་ཟེར་དེ་ང་ཚོ་སྐྱབས་རྟེན་ཅིག་ཕུལ་ནས་གཞི་ནས་ཁོང་སྐྱབས་སྐྱབས་འཇུག་མ་རྣམས་ན་ཡང་བཟོ་རེད་བ་སྐྱབས་རྟེན་མ་ཕུལ་ན་ཕ་རྗེས་བྱིན་ན་མ་འཇུག་པའི་བཟོ་རེད་ད་དེ་འདྲ་ཅིག་བསམ་བློ་ཅིག་ང་ཚོ་རྟག་པར་ཡོང་བསྡད་ཀྱི་འདུག་བ། དེ་དངོས་གནས་གང་ནས་བྱས་པ་ཡིན་ན་དང་པོ་ནས་ཀོ་སེམས་ཅན་ཐམས་ཅད་མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་གསལ་ཡོང་དུས་ནས་ཀོ་ད་ལྟ་སྐྱབས་བསྟེན་ཕུལ་མཁན་དེ་ཡང་དེ་དང་ཚུད་ཡོད་རེད་བ། རེད་བ། དེ་ཡིན་ན་ཡང་ད་ང་ཚོ་ཡང་ཁྱད་མཚར་ཞིག་ཡོད་རེད་ཁོས་ང་ལ་སྒོར་མོ་སྟོང་ཕྲག་བརྒྱ་སྤྲད་སོང་ད་དེ་རིང་ངས་ཁོ་ཡི་ཆེད་དུ་མི་ཁ་གྲངས་མདོག་ཞིག་འདོན་དགོས་ཡོད་ཟེར་ཡ་རེད་བ་ཞིག་རེད་དོ་བ་སྡུག་སྐར་ཞིག་འདོན་དགོས་ཡོད་ཟེར་ཡ་རེད་བ་ད་དེ་འདྲ་ཞིག་སླེབས་ཡོང་དུས་ཆེས་ཐོག་ཆེ་བ་ཁོ་རང་གཅིག་པུ་བྱས་དེ་ཡང་ཁོ་རང་གི་ཐོབ་ཐང་མ་གཏོགས་སེམས་ཅན་གཞན་པ་ལ་ཐོབ་ཐང་མེད་རེད། ཁ་སང་གཞན་པ་ང་ལ་དཔེ་ཆ་སྤྲད་ཡོད་པར་བ་འོ་དེ་ཡིན་དུས་དཔེ་ཆ་སྤྲད་མཁན་དེ་གཅིག་པུའི་ཆེད་དུ་ལ་འོ་དེ་འདྲས་མ་བྱེད་གསུང་བས་ད་དོན་དག་དེ་རེད་གོ་བདེ་པོ་བྱས་ན་ཆེན་སོང་ང་ལ་འོ་དེ་མ་བྱེད་ཟེར་གྱི་ཡོད་རེད་དཔེ་ཆ་སྤྲད་ན་འདྲ་མ་སྤྲད་ན་འདྲ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཟེར་ཡ་དེ་གལ་ཆེན་པོ་རེད། གལ་སྲིད་རང་ལ་འབུལ་བ་ཕུལ་བྱུང་ན་ཡང་དགེ་བའི་རྩ་བ་དེ་སེམས་ཅན་ཐམས་ཅད་ལ་བསྔོ་དགོས་རེད་མ་གཏོགས་ད་ལྟ་སྤྲད་མཁན་མི་དེ་གཅིག་པུའི་མདུན་ལ་སྒོམ་མ་བསྡད་འོ་དེ་རེད་བ་དེ་སྒོམ་མ་བསྡད་དེ་རེད་བ་སེམས་དྲི་མ་ཡག་པོ་ཡོད་མཁན

འོ་དེ་འདྲ་ཡིན་ན་མགོ་སྐོར་ཐེབས་ཀྱི་རེད། དེ་མ་ཐེབས་པའི་ཆེད་དུ་ད་ལྟ་འདི་སྐབས་ལ་ཡང་བག་ཡོད་པ་ཟེར་ཏེ་དེ་རེད་ད། འོད་དུ་བ་བག་ཡོད་པ་བྱེད་དགོས་ཀྱི་རེད་བདག་གིས་དགེ་བ་ལ་མི་བྱ་བར་སེམས་ཅན་སྨིན་པར་བྱེད་པ་ཟེར་ད། ག་དོན་བསགས་ན་ཡང་སེམས་ཅན་སྨིན་པར་བྱ་བ། སྐྱབས་འགྲོ་ཁ་ཏོན་བཟླས་བརྗོད་ལུས་ངག་ཡིད་གསུམ་དགེ་བ་གང་བསྒྲུབས་ན་སེམས་ཅན་སྨིན་པར་བྱེད་པར་མངའ། ད་དྲུག་པ་དེ། ལུས་དང། འོ་ལུས་དང་སྲོག་ལ་ཡང་མི་ལྟ་བར་དམ་པའི་ཆོས་འཛིན་པ་ད་དེ་དཔལ་རྩ་བ་ཆེན་པོ་རེད་དོ། ལུས་དང་སྲོག་ལ་ཡང་མི་ལྟ་བར། ད་དེ་བྱང་ཆུབ་སེམས་དཔའ་ཡིན་པ་གཞིར་བཞག་པ་རེད་ད་རང་བྱང་ཆུབ་སེམས་དཔའ་ཡིན་པ་གཞིར་བཞག་པ་རེད་མ་གཏོགས་བྱང་ཆུབ་སེམས་དཔའ་མེད་ན་བྱང་ཆུབ་སེམས་སྟོབས་ཆེན་པོ་དེ་ཅིས་མ་ཐོབ་ན་ལུས་དང་སྲོག་ལ་ཡང་མི་ལྟ་བར་སོང་ན་ཡོང་ཐུབ་ཀྱི་མ་རེད་བ་ཅི་སྟངས་བསམ་བློ་བཏང་པ་ཡིན་ན་ང་རང་གི་བསམ་བློ་ནང་ང་རང་གི་རེད་ད་ང་རང་སྒེར་གྱི་བསམ་བློ་བཏང་ཡོད་དུས་ཐེག་པ་ཆེན་པོ་མིན་ན་ཡང་ང་ཚོ་སྤྱི་བཏང་ཉམས་ལེན་བྱེད་མཁན་དཀྱུས་མ་གཅིག་དང་ཐ་མལ་པ་གཅིག་ཡིན་པ་ཡིན་ན་ཡང། ད་ལྟ་དེ་གིས་གསུངས་པ་ལྟར་དུ། རྗེ་བཙུན་མི་ལ་བྲེ་བས་བསྲུང་བ་ནང་བཞིན་གྱི་ཁོག་ངན་སོང་གསུམ་གྱི་སྡུག་བསྔལ་ལ་འཇིགས་ཤིང་སྐྲག་ནས་དེ་ལས་ཐར་འདོད་ཀྱི་བློ་སྐྱེས་ནས་དམ་པའི་ཆོས་ལ་ཞུགས་ན། ལུས་དང་སྲོག་ལ་ཡང་ལྟ་གི་མ་རེད། རེད་བ། ག་རེ་ཟེར་ན་སྡུག་བསྔལ་ག་ཚོད་ཅིག་དཀའ་ངལ་འདུག་ངན་སོང་གསུམ་གྱི་སྡུག་བསྔལ་ནི་དར་དྲགས་ལ་ཡུན་རིང་བ། རེད་འདུག་ག་རྒྱུན་ཆད་མེད་པ་ཅིག་གཅིག་ནས་གཅིག་ཏུ་འདུག་སའི་རྒྱུ་ཆ་མེད་པར་གནར་འདེང་བའི་དེ་འདྲ་གི་སྡུག་བསྔལ་ཞིག་ཡོད་རེད་དེ་སྡུག་བསྔལ་དེ་ལས་ཐར་ནས་ཐར་བ་ཞིག་ཐོབ་དགོས་ཀྱི་ཡོད་ན་དེ་ཡི་ཆེད་དུ་ལ་ཐོས་བསམ་སྒོམ་པ་ལ་སོགས་པའི་དཀའ་བ་ག་ཚད་སྤྱད་དགོས་ནས་དཀའ་བ་ཁུར་དུ་བླངས་ས་རེད་བ་རེད་བ། དཔེར་ན་ང་རང་སུ་གཅིག་གི་མི་ཚེ་འདི་གི་ནང་མོ་ཡིན་ན་ཡང། གཅིག་ཕ་རོལ་པོ་ནས་གཅིག་གི་རྒྱུག་པ་དེ་འདྲ་རྒྱུག་པ་ལ་སོགས་པ་དེ་འདྲ་བཙུགས་ཡོང་དུས་དང་པོ་ཁོ་རང་ནས་མིག་བཀབ་ཀྱི་འདུག་བ། མིག་སྲུང་སྐྱོབ་བྱེད་ཀྱི་འདུག་མིག་མིག་དེ་མེད་པར་འགྲོ་ཡོང་བསམ་ནས་སྲུང་སྐྱོབ་བྱེད་ཡ་ལ་སོགས་པ་དེ་འདྲས་དང་ན་ཡོང་བསམ་ནས་ན་ཡོང་དུས་རྩམ་པ་དང་སྨན་དེ་ཚོ་འགྲོ་སོང་ག་ཚོད་བཏང་ནས་ཟ་གི་འདུག་འགྲོ་སོང་ཆེན་པོ་བཏང་ནས་ཟ་གི་ཡོད་རེད་དུས་རྒྱུན་དགོང་མོ་ལྔ་བཅུ་ལ་ཡར་བཙོས་རྒྱག་མཁན་དེ་ཚོ་རེད་འདུག་དགོང་མོ་ཚོང་ཁང་ནང་ནས་འགྲོ་དུས་དགོང་མོ་ག་ཚོད་ཟེར་ན་དགོང་མོ་བརྒྱ་རེད་ཟེར་ན་བཙོས་རྒྱག་མཁན་དེ་འདྲས་དགོང་མོ་དགུ་བཅུ་ལ་མ་བབས། དཔའ་བོའི་ལ་ཐབས་ཤེས་བྱེད་མཁན་གྱི་དུ་བ་དེ་འདྲ་མང་པོ་ཡོད་རེད་ད། རྒྱལ་རྒྱུད་དམ་པ་དང་པོ་དཔའ་བོས་བྱེད་མཁན། འོ་དེ་ཚོའི་གྲས་དེ་ཡང་སྨན་རིའི་ནང་གོར་མོ་ཁྲི་ཕྲག་རེ་ཟེར་ན་ཐུགས་རྗེས་གཟིགསརྣམ་རོགས་གནང་ཟེར་ནས་ཡང་ཕུལ་གི་ཡིན་ག་དེ་འདྲ་དུ་བ་དེ་གར་སོང་སྲོག་ལ་བཏགས་ནས་རེ་བ་དཀའ་ངལ་གྱིས་ཁྲེལ་ཡོང་དུས། ད་དེ་འདྲའི་དེ་ག་ཚ་ཆེ་ལས་ཡང་ང་ཚོ་གི་ཕངས་སེམས་ཡོད་ན། གཅེས་པའི་སེམས་ཡོད་ན་བདག་ལ་གཅེས་པར་འཛིན་པའི་བློ་དེ་ག་ཚ་ཆེ་ཡོད་པ་ཡིན་ན། དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་པ་རྣམས་སུ་སྡུག་བསྔལ་དེ་ཚོ་བྲལ་ལ་དར་ར་དྲག་ལ་ཡུན་རིང་བ་བཟོད་དོ་མེད་པ་བསམ་མནོ་གནང་ལ་ཤོང་ཐུགས་ཡ་མེད་པའི་དེ་འབྲེལ་གྱི་སྡུག་བསྔལ་དེ་ཚོ་བྲལ་ཏེ་དོན་དམ་མེད་པའི་སྡུག་བསྔལ་མྱོང་བདེ་བར་བ། སོ་སོ་སྡུག་བསྔལ་ལ་སྡུག་བསྔལ་ཡིན་པར་བསམ་ནས་སྡུག་བསྔལ་དེ་ལ་མཐར་དགོ་གི་ཡོད་ན་དེའི་ཕྱིར་དུ་དཀའ་བ་བརྒྱ་ཕྲག་ཕྱེད་དུ་བསད་བྱས་ནས་ཉམས་སེམས་ཤིང་ཐམས་ཅད་ཀྱི་དོན་བསྲིངས་ཏེ་ད་ལྟ་བར་བཞག་ཤོག་རང་ཉིད་ཁོ་ན་ཐར་བར་དོན་གཉིས་ཀྱི་བློ་སྐྱེ་བའི་སྐབས་སུ་ལ་ཡང་ཐར་བར་དུ་ཐོབ་པའི་ཕྱིར་དུ་དཀའ་བ་བརྒྱ་ཕྲག་ཕྱེད་དུ་བསད་ཀྱི་རེད། རེད་བ། འོ་དེ་འདྲ་ཡིན་དུས་ད་ལྟ་འདི་སྐབས་སུ་ཡང་སྲུང་མ་དེ་དག་ལུས་དང་སྲོག་ལ་ཡང་མི་ལྟ་བར་བསད་མཁན་དེ། ཐུན་མོང་ཉམས་ལེན་བྱེད་མཁན་ཐམས་ཅད་ལ་ཡང་གོ་ཆོག་གི་འདུག། དེ་འདྲ་ཅིག་གི་སེམས་ལ་ཡང་དེ་འདྲ་ཅིག་གིས་ངེས་པར་དུ་སྒུག་གི་འདུག། ཐམས་ཅད་མཁྱེན་པ་གོ་འཕང་ཐོབ་པ་ལ་བྱང་ཆུབ་སེམས་ངེས་པར་དུ་རྒྱུད་ལ་སྐྱེ་དགོས་ཀྱི་འདུག་དེ་སྐྱེ་བ་ཡིན་ན་སེམས་ཅན་ཐམས་ཅད་ལ་བརྟེན་ནས་སངས་རྒྱས་ཀྱི་མ་གཏོགས་སེམས་ཅན་ཐམས་ཅད་ལ་མ་བརྟེན་ན་སངས་རྒྱས་ཀྱི་མེད་པའི་རྒྱུ་མཚན་དེ་ཤེས་ཡོང་དུས། དེ་ནས། ལུས་དང་སྲོག་ལ་ཡང་ལྟ་ས་མ་རེད་བ། ཨོ། ལུས་དང་སྲོག་ལ་ཡང་མ་ལྟ་བ་རེད་ད། ལུས་ལ་ཡང་མ་ལྟ། སྲོག་ལ་ཡང་མ་ལྟ་བ། བྱ་དགའ་ལ་ཡང་མ་ལྟ་བ། ཨོ། དེ་འདྲ་བྱས་ནས་ལུས་དང་སྲོག་ལ་མི་ལྟ་བར་དམ་པའི་ཆོས་འཛིན་པ། འཛིན་པ་ཞེས་སོགས་འཛིན་སྟངས་འདི་ཐོས་པའི་ཐོག་ནས་དམ་པའི་ཆོས་འཛིན་པ། བསམས་པའི་ཐོག་ནས་དམ་པའི་ཆོས་འཛིན་པ། བསྒོམས་པའི་ཐོག་ནས་དམ་པའི་ཆོས་འཛིན་པ་ཆོས་འཛིན་སྟངས་གསུམ་མ་གཏོགས་ཡོད་མ་རེད། ཐོས་བསམ་སྒོམ་གསུམ་རང་རེད། ཐོས་བསམ་སྒོམ་གསུམ་ནང་ནས་སྒོམ་པ་དེ་གཙོ་བོ་རེད། ག་རེ་ཟེར་ན་ཐམས་ཅད་མཁྱེན་པའི་དངོས་བརྒྱུད་དེ་སྒོམ་པ་ཆགས་ཀྱི་ཡོད་རེད། ཐམས་ཅད་མཁྱེན་པའི་དངོས་བརྒྱུད་དེ་སྒོམ་པ་རེད་དེ་ཡིན་ན་ཡང་སྒོམ་པ་ཡང་དག་པ་རྒྱུད་ལ་སྐྱེ་བ་ལ་དེ་གི་རྒྱུ་རྒྱུད་དེ་མངོན་དུ་ཐོས་པ་དང་བསམ་པ་དེ་འགྲོ་དགོས་ཀྱི་ཡོད་རེད། རེད་འདུག་ག། འོ་དེ་འདྲ་ཡིན་དུས་ལུས་དང་སྲོག་ལ་ཡང་མི་ལྟ་བར་དམ་པའི་ཆོས་འཛིན་པ། གྲུབ་པར་བྱེད། ད་བདུན་པ་འདི་བསོད་ནམས་ཀྱི་ཚོགས་ཀྱིས་མི་ངོམས་པ་གསལ་ཏེ་རེད་ད། མན་ཏྲའི་ཕུ་ཡ་ལ་སོགས་པ་རེད་འདུག་ག། མན་ཏྲའི་ཕུ་ཡ་ལ་སོགས་པ་དང་ད་ག་ན་ཤིང་གི་རྟ་ཡ་གཅིག་གི་ཡར་མཆོད་མར་སྦྱིན་བྱེད་ཡ་སྟེ་ཡ་མཆོད་པ་ཕུ་ཡ། ངན་སློང་ལ་སྦྱིན་པ་རྟ་ཡན་ལ་སོགས་པ་དེ་ཚོ་དེ་ཚིམ་པ་མེད་པ་ཅིག་ད་བྱེད་དགོས་ཀྱི་ཡོད་རེད་དེ་ཡིན་དུས་བསོད་ནམས་ཀྱི་ཚོགས་ཀྱིས་མི་ངོམས་པ།

ད་ཚོད་བྱས་ནས་སྤྲད་མ་གཏོགས་སང་ཉིན་ཞིག་བསྡད་བཅུག་གི་མ་རེད་ད་ཟེར་གྱི་ཡོད་པ། ཨོ་ད། ད་ནི་སྤྲེའུ་གཅིག་ལས་ཡག་གཅིག་སྤྲད་པ་ཡིན་ན་ང་ཚོས་དེ་བྱེད་ཀྱི་ཡོད་ད། སྒེའུ་ཁུང་ནང་གཅིག་གླས་ཡོང་དུས་བསམ་པ་ལ་ཉི་མ་གཅིག་སྤྲད་གཉིས་སྤྲད་སང་ཉིན་གླས་ཡོང་ན་དེ་ནི་ལྡོག་ཞུ་ཡ་རེད་བ། དེ་ནི་སྤྲང་པོ་ཡ་དེ་རེད། གཅིག་སྤྲད་གཉིས་སྤྲད་ཕ་ཕ་ཞུང་གི་སྐོར་ར་འགྲོ་བའི་སྐབས་སོགས་དེ་གང་བསམ་བྱས་ད་སྤྲང་པོ་མང་པོ་མཐོང་ད་གཡུག་ཤོག་ཟེར། མང་དྲགས་ཤག་ཟེར་གྱི་འདུག་བ། རེ་གཉིས་རེ་ཡོད་ན་སྤྲད་ཀྱི་རེད་གང་ཟེར་ཁོ་འདི་མང་པོ་འགྲོ་གི་མ་རུ་བ། དེ་ཡིན་དུས་སྤྲད་པ་རེད་མང་པོ་མཐོང་ཡོང་དུས་འདི་མང་པོ་འགྲོ་གི་ཡོད་དུས་ཨ་ནི། མང་པོ་འདུག་གཡུག་ཤོག་ཟེར་ད་བསྡད་བཅུག་གི་མ་རེད་ཟེར་ནས་ཁ་གཡོག་རྩ་དེ་ཡང་དེ་གང་ཡོག་པར་བ་བསྡད་བཅུག་གི་མ་རེད་ཟེར་རྐུབ་ནས་དེད་ཡོང་གི་འདུག་ཁ་ཤས་གན་ནས་ཁོ་ཡང་ཉིན་རྟབས་གསུམ་རྟབས་ཁེལ་འགྲོ་གི་འདུག་ཉིན་རྟབས་གསུམ་རྟབས་ཁེལ་ན་འགྲིག་པ་ར་ཁོ་སྦྱིན་པ་བཏང་ས་ཅིག་རག་པ་རེད་དེ་བཏང་པ་རེད་མ་གཏོགས་གཅིག་མ་གཏོགས་ཁེལ་ཆོག་གི་མ་རེད་ཟེར་བས་བ་སྦྱིན་པ་བཏང་རེད་བ། འོ་དེ་རེད་འོ་དེ་འདྲ་ཡིན་དུས་ང་ཚོ་སྦྱིན་པ་བཏང་ཡང་དེ་ལ་ཡང་དགའི་གྲོགས་པོ་ཡོད་རེད་ལ་འུ་གྲོགས་པོ་ཡོད་རེད་ལ་མཁྱེན་ཆ་པོ་ཡོད་རེད་འོ་ཐུགས་ཟེར་རེད། དེ་ང་རང་གནོངས་བྱས་མཐོང་དྲན་གྱི་འདུག་ངའི་སྒེའུ་ཁུང་འགྲམ་ན་སྤྲེའུ་ཡོང་པ་རེད། སྤྲེའུ་ཡོང་དུས་དེར་ཤིང་ཏོག་རེ་བ་བལྟས་བལྟས་ཤིང་དཔྲལ་བ་རེ་སང་ཉིན་གླས་ཡོང་དུས་དངོས་གནས་ཁོང་ཁྲོ་ཟ་གི་འདུག་རེད་འདུག་བ། དེ་ནི་ཆུ་གཏོར་ན་ཨེ་དྲག་ཞེས་གང་བྱུང་ང་བྱུང་མང་པོ་བྱས་མྱོང་རེད་ད། འོ་དེ་རེད། འོ་དེ་འདྲ་ཞིག་བྱས་ཡོང་དུས་སྦྱིན་པ་བཏང་བཏང་དེ་ཁེངས་ཚར་ཞིག་འདུག་ད་དེ་འདྲ་མེད་པ་ཅིག་བསོད་ནམས་ཀྱི་ཚོགས་ཀྱིས་མི་ངོམས་པ་ཟིན་གྱི་འདུག་དེ་དྲན་ཡོང་དུས་དེ་ནི་ད་དྲིའུ་དེ་ཚོ་ལས་ཡོང་དུ་བསགས་པ་ལ་བྱོན་པ་ལེགས་སོ་ཞེས་ལབ་དགོས་ཀྱི་འདུག་བ། དེ་རིང་བྱོན་པ་ངོ་ཚ་ཞེས་སང་ཉིན་ཡང་ཕེབས་རོགས་གནང་ཟེར་བ་འོ་འདུག་ཅེས་བཤད། ད་དེ་ནས་རྒྱས་པ་དེ་ལ་ཡང་ཡེ་ཤེས་ཀྱི་ཚོགས་ལ་ནན་ཏན་དུ་བྱེད་པ་ཟེར། ད་ང་ཚོ་གཅིག་མགོན་པོ་ཀླུ་སྒྲུབ་ཀྱིས་དེ་གསུངས་པ་རེད་རྒྱལ་བ་འདི་ཡི་སྤྱི་བོ་ཀུན་བསོད་ནམས་ཡེ་ཤེས་ཚོགས་རྫོགས་ཏེ་བསོད་ནམས་ཡེ་ཤེས་ལས་བྱུང་བའི་དམ་པ་སྙིང་ནས་ཐོབ་པར་ཤོག་ཟེར། འདུག་བ། རིག་པ་དྲུག་ཅུ་པའི་གི་ངང་མཇུག་བསྡུ་ས་ནང་འདི་ཡོད་རེད། ད་དེ་བཤད་ཡོང་དུས་དགེ་བ་འདི་ཡིས་སྐྱེ་བོ་ཀུན་ཟེར་དགེ་བ་འདི་ཡིས་སྐྱེ་བོ་ཀུན་ཟེར་དུས་བསམ་པ་ལ་དགེ་བ་འདི་དེ་ཚོགས་གཉིས་བསགས་པའི་གི་དགེ་བ་དེ་རེད་རེད་འདུག་བ། དེ་ཡིན་དུས་གཟུགས་སྐུ་དམ་པ་དང་ཆོས་སྐུ་དམ་པ་གཉིས་བྱས། གཟུགས་སྐུ་དམ་པ་ཟེར་བའི་སྐབས་སུ་ལ། དེ་ནི་སྤྲུལ་སྐུ་དང་ལོངས་སྐུ་གཉིས་པོ་དེ་གཟུགས་སྐུ་དམ་པ་རེད། སྟེང་དུ། གཞན་དོན་དུ་གཟུགས་སྐུ་གཉིས་ཀྱི་འགྲོ་དོན་བྱེད་དགོས་པར་བ་མ་དག་པའི་སེམས་ཅན་ཐམས་ཅད་ལ་སྤྲུལ་སྐུ་གྱི་འགྲོ་དོན་བྱེད་དགོས་པ་རེད། ཅུང་ཟད་དག་པ་རྣམས་ལ་ལོངས་སྐུ་གྱི་འགྲོ་དོན་བྱེད་དགོས་ཡོད་རེད་དེ་འདྲ་ཡིན་དུས་དག་དང་མ་དག་གི་གདུལ་བྱ་གཉིས་འདུལ་བ་ལ་ཡང་གཟུགས་སྐུ་གཉིས་བྱེད་ད། རང་དོན་དུ་ཆོས་སྐུ་དམ་པ་མངོན་དུ་བྱེད་དགོས་ཡོད་རེད་རང་དོན་དུ་ཆོས་སྐུ་དམ་པ་མངོན་དུ་མ་བྱས་ན་གཟུགས་སྐུ་གྱི་འགྲོ་དོན་བྱེད་ཐུབ་ཀྱི་མ་རེད་རང་དོན་དུ་ཆོས་སྐུ་རྟོགས་པ་མངོན་དུ་བྱས་ཆོས་སྐུ་རྟོགས་པ་མངོན་དུ་བྱས་ནས་དེའི་སྨོན་ལམ་བཏབ་ཡོང་དུས་སྨོན་ལམ་བཏབ། སྨོན་ལམ་བཏབ་ནས་སྨོན་ལམ་དེ་དུས་སུ་བསྲེག་ཡོང་དུས་ད་ནི་ཇི་སྲིད་འཁོར་བ་མ་སྟོང་གི་བར་དུ་གཟུགས་སྐུ་གཉིས་ཅིག་གི་འགྲོ་དོན་རྒྱུན་མ་ཆད་པར་ཡོང་གི་རེད་ཞེས་ནས་ད། རྒྱ་སོགས་ཆུ་སྲིན་གནས་བྱས་རླབས་དུས་ལས་ཡོལ་བར་འགྱུར་སྲིད་ཀྱང་གདུལ་བར་བྱ་བའི་སྲས་རྣམས་ལ་སངས་རྒྱས་དུས་ལས་ཡོལ་མི་མངའ་ཟེར་ཡག་གི་ད་དུས་ལས་ཡོལ་བ་མེད་པའི་གི་ཕྲིན་ལས་ཀྱི་མཛད་པ་ཇི་སྲིད་འཁོར་བ་མ་སྟོང་ཟེར་ཡག་དེ་སྤྲེལ་ལད་བཤད་བསྡད་པ་གཅིག་བུ་མ་རེད་ད་ང་ཚོ་དུས་རྒྱུན་གཅིག་དང་བླ་མ་ལ་ཡག་གཅིག་གི་བར་སོང་བ་རེད། ཨོ་དེ་སྐུ་གསུང་ཐུགས་ལན་ཕུལ་བའི་སྐབས་རེད་པོ་ཡིན་ན་རེད་ད་ག་ནང་བཞིན་གྱི་ཅིག་ཨོ་དེ་ཚོའི་སྐབས་སོགས་ལ་ཡང་ཇི་སྲིད་འཁོར་བ་མ་སྟོང་གི་བར་དུ་ལ་ཡང་དོན་དུ་སེམས་ཅན་མཛད་པ་ཕྲིན་ལས་རྒྱུན་མ་ཆད་པར་གནང་རོགས་གནང་ཟེར་ཟེར་གྱི་ཡོད་རེད་བ་དེ་དངོས་གནས་ཡོང་བསྡད་ཡོད་རེད། དེ་སེམས་ཅན་ཐམས་ཅད་ལ་ཡོང་བསྡད་པ་ཅིག་རེད་མ་གཏོགས་བླ་མ་གཅིག་པོ་སྐད་ཆ་མ་རེད་ཡིན་འདུག་བ་དེ་ཡིན་དུ་དགེ་བ་འདི་ཡི་སྐྱེ་བོ་ཀུན་ཟེར་བ་དེ་མ་གཏོགས་དགེ་བ་འདི་ཡི་སྤྲུལ་སྐུ་ཀུན་སོང་མི་འདུག་བ་འོ་དེ་འདྲ་ཡིན་དུ་དགེ་བ་འདི་ཡི་སྐྱེ་བོ་ཀུན་ཟེར་དུ་སྐྱེ་བོ་ཟེར་དུ་སེམས་ཅན་ཐམས་ཅད་ཟེར་གྱི་ཡོད་རེད་བ་དེ་མ་གཏོགས་ཁྲི་གང་ལ་བཞུགས་མཁན་གཅིག་པོ་ཟེར་ལབ་མི་འདུག་བ་འོ་དེར་དགེ་བ་འདི་ཡིས་སྐྱེ་བོ་ཀུན། ཚུལ་དུ་སེམས་ཅན་ཐམས་ཅད་བསད། སྔ་མ་བསོད་ནམས་ཀྱི་ཡེ་ཤེས་ཀྱི་ཚོགས་ནི་རྫོགས་པར་ཤོག། བསོད་ནམས་ཀྱི་ཡེ་ཤེས་ཀྱི་ཚོགས་ནི་རྫོགས་པ་ལ་བརྟེན་ནས་མ་འོངས་པ་ལ་ད་ནི་གཟུགས་སྐུ་གཉིས་ཀྱི་སེམས་ཅན་གྱི་དོན་འཁོར་བ་མ་སྟོང་བ་བར་དུ་མཛད་པར་ཤོག། དེའི་ཡོན་ཨ་ལ་དང་པོ་ད་ནི་རང་དོན་དུ་ཆོས་སྐུ་རྟོགས་པ་མངོན་དུ་བྱེད་དགོས་ཀྱི་རེད་ཟེར་ནས་འོ་དེ་སོང་ཡོད་དོ་ན་དེ་སྐབས་ལ་ཡེ་ཤེས་ཀྱི་ཚོགས་དེ་ཆོས་སྐུ་རྟོགས་པ་དེ་བློས་འགེལ་ཡོད་རེད། དཔེར་ན་ང་ཚོས་མེ་འབྲས་ཅིག་ཕུལ་བ་ཡིན་ན་ཡང་མེ་འབྲས་དེ་ཅི་སྟངས་མེ་འབྲས་ཕུལ་བ་དེ་རབ་གླིང་ཞིག་ཏུ་སྐྱེས་པ་ཐམས་ཅད་དེ་དངོས་སུ་ཡོད་པ་ལ་བསམ་བློ་བཏང་བྱས་ནས་དེ་ནི་ཅིག་ཚན་ཞིག་གི་དམིགས་པ་གི་ཐོག་ནས་ཕུལ་བ་དེ་སུ་ནང་གི་ཚོགས་བྱས་ད་དེ་ལ་ཡང་སྟོང་ཉིད་རྟོགས་པའི་ཤེས་རབ་ཀྱི་རྩིས་ཟིན་པའི་ཐོག་ནས་ནང་གི་མེ་འབྲས་རེད་ད་གཙོ་བོ་ནང་གི་མེ་འབྲས་རེད་ཁ་ཤས་ལ་ཡང་མེ་འབྲས་བཞི་སུ་ཡོད་རེད་ཁ་ཤས་ལ་མེ་འབྲས་གསུམ་སུ་ཡོད་རེད་ད་གསང་སྔགས་རྙིང་མའི་ནང་ལོ་ཡ་གསར་རྙིང་གི་སྐད་ཆ་མང་པོ་ཡོད་རེད་དེ་གང་ལྟར་གང་ཡིན་ན་མེད་ན་ཅིག་གི་དོན་དམ་ནང་གི་མེ་འབྲས་ཕུལ་ཡོད་འདུག་བསམ་པ་ལ། དེ་ནས་ཅིག། སེམས་ཉིད། ད་ལྟ་དེ་རང་བྱུང་རིག་པའི་ཡེ་ཤེས་སེམས་ཉིད་རང་བྱུང་གི་རིག་པ་ཡེ་ཤེས་ཀྱི་ངང་དུ་འཇགས་མི་ཡོང་དུས་དེའི་ནང་དུ་འཁོར་འདས་ཐམས་ཅད་འོབས་སུ་ཆུད་པའི་གི་རྟགས་ཀྱིས་མེ་འདྲ་ཕུལ་ཡ་དེ་དོན་དམ་པའི་གི་མེ་འདྲ་ཡིན་སྲིད་ཡོད་རེད་དེ་འདྲ་དེ་ཡེ་ཤེས་ཀྱི་ཚོགས་ལ་སླེབས་ཀྱི་ཡོད་རེད་རེད་འདུག་བ་དེ་ཟབ་པོ་ཡོད་རེད་ཇི་ལྟར་ཟབ་པོ་ཡོད་རེད་ད་དེ་ཙམ་དུ་མ་རེད་མདོར་ན་ལུས་ངག་གི་དགེ་བ་གང་བསྒྲུབས་པ་ཡིན་ན་ཡང་དེ་ལ་གཉིད་དུ་གཏོགས་པའི་ཤེས་རབ་དངོས་སུ་རྟོགས་པ་ཡིན་ན་ད་རབ། མཆོག་ཏུ་གྱུར་པ་དེ་ལྟར་མིན་ན་ཡང་ལེ་ལོ་སེམས་ཀྱིས་རྩིས་ཟིན་པའི་ཐོག་ལས་རེ་བ་རྨི་ལམ་ལྟ་བུ་རེ་སྒྱུ་མ་ལྟ་བུ་རེ་བྲག་ཆ་ལྟ་བུ་རེ་སྣང་ཙམ་མ་ཏོག་རང་བཞིན་གྱིས་གྲུབ་པ་ཡོད་མ་རེད་བསམ་པའི་འདུ་ཤེས་ཅན་ཉེ་བར་བཟུང་པའི་ཐོག་ནས་འོ་ཟེར་ནས་མཚན་མ་མཚན་ཤེས་ཀྱི་འགལ་བ་ལ་འཇུག་ན་དེ་ཐམས་ཅད་དེ་ཡེ་ཤེས་ཀྱི་ཚོགས་ལ་བར་འགྱུར་འགྲོ་གི་ཡོད་པ་རེད་ཡང་ན་ཚོགས་གཉིས་ཟུང་འཇུག་ཟེར་ན་ཡང་དེ་འགྲིག་གི་ཡོད་རེད་དེ་ལ་བརྟེན་ནས་ཡེ་ཤེས་ཀྱི་ཚོགས་ལ་ནན་ཏན་དུ་བྱེད་པ་ཟེར་དེ་ང་ཚོས་བསླབ་དགོས་རེད་ད་ལྟ་ནས་དེ་མ་ཏོག་ནམ་ཞིག་གི་ཚེ་ལ་ཡ་ངའི་སྟོང་ཉིད་རྟོགས་པ་ལ་ཡ་བསླབ་ཀྱི་ཡིན་ཟེར་ན་འགྲིག་གི་ཡོད་མ་རེད། ད་ལྟ་ནས་བསླབ་དགོས་བ་རེད་ད་ང་ཚོས་ཚང་མས་བསླབ་དགོས་ཀྱི་འདུག་བ་སྤྱོད་འཇུག་ནང་ལ་ཡ་ཁ་ན་མ་ཐོ་མེད་ངོས་ལ་བདག་དང་སེམས་ཅན་དབང་བྱས་ཤིང་སྤྲུལ་པ་བཞིན་དུ་ང་མེད་པའི་ཡིན་དེ་རྟག་ཏུ་སོང་བར་བྱ་ཟེར་སྤྲུལ་པ་བཞིན་དུ་ང་མེད་པའི་ཡིན་དེ་རྟག་ཏུ་སོང་བར་བྱ་ཟེར་དེ་ད་ལྟ་ནས་ཟིན་དགོས་ཀྱི་འདུག་བ་སྤྲུལ་པ་ལྟ་བུ་རེད་མི་རྣམས་ལྟ་བུ་རེད་སྐད་ཆ་སྙན་པོ་ཅིག་བྱུང་བ་ཡིན་ན་ཡང་འདི་ལྟོས་ར་དེ་ཡང་མི་རྣམས་ལྟ་བུ་རེད་བསམ། བདེན་པ་མ་གྲུབ་པར་བསམ་བ་དང། སྨད་ར་ཅན་བྱུང་པ་ཡིན་ན་ཡང་འོ། འདི་ཡང་འདུ་ཤེས་དང་ཚད་འཛིན་གྱི་བག་ཆགས་ཀྱི་དབང་གིས་ནི་གཅིག་གི་སྨད་ར། ལྟོས་ར། ལྟོས་མེད་ཟེར་གྱི་དབྱེ་བ་ཕྱེ་བ་རེད་མ་གཏོགས་དོན་ལ་ལྟོས་མེད་གཉིས་ཀ་གྲུབ་ཡོད་མ་རེད་བསམ་པའི་གི་བློ་ཉེ་བར་བཞག་དགོས་བ་རེད་དེ་ལ་དེ་ནས་མགོན་པོ་ད་ལྟ་ད་ལྟ་ཁོང་གིས་ཞི་བ་ལགས་ཀྱིས་གསུང་བ་དེ་སྤྲུལ་པ་བཞིན་དུ་ང་མེད་པས་ཟེར་བ་དེ་བདག་མེད་པའམ་ང་མེད་པའི་གི་ཡིན་ཏེ་རྟག་ཏུ་གཟུང་བར་བྱ་གསུང་འདུག་བ། དེ་ཕན་ཐོགས་ཆེན་པོ་ཡོད་རེད། ཁ་ན་མ་ཐོ་མེད་དངོས་དང་བདག་དང་སེམས་ཀྱི་དབང་ཅིག་དགོས་པ་ག་རེ་ཟང་ཁ་ན་མ་ཐོ་བ་མེད་པའི་དངོས་པོ་ལས་དབང་དུ་འགྱུར་དགོས་ཀྱི་ཡོད་རེད། ལུས་ཁ་ན་མ་ཐོ་བ་ག་མེད་པའི་དངོས་པོ་ལ་དབང་དུ་འགྱུར་དགོས་ཀྱི་ཡོད་རེད། ངག་ཁ་ན་མ་ཐོ་བ་མེད་པའི་དངོས་པོ་ལ་དབང་འགྱུར་དགོས་ཀྱི་ཡོད་རེད། ཡིད་ཁ་ན་མ་ཐོ་བ་མེད་པའི་དངོས་པོ་ལ་དབང་འགྱུར་དགོས་ཀྱི་ཡོད་རེད་སུས་དབང་འགྱུར་བ་ཟེར་ན་བདག་དང་གཞན་སེམས་ཅན་ཐམས་ཅད་དེ་ལ་ཡང་དབང་འགྱུར་དགོས་ཀྱི་ཡོད་རེད་དབང་འགྱུར་བར་བྱེད་པ་ལ། དབང་སྒྱུར་བར་བྱེད་པ་ལ་ག་རིགས་ཀྱི་དབང་སྒྱུར་དགོས་རེད་ཞེས་བཤད་ཡོང་དུས་དབང་སྒྱུར་སྟངས་དེ་འདི་ནི། སྤྲུལ་པ་ལྟ་བུ་རེད་བསམ་པའི་འདུ་ཤེས་དེ་གཉེར་བར་བྱའོ་རེད། སྤྲུལ་པ་ལྟ་བུ་ཟེར་ག་རེ་སྣང་ཙམ་མ་གཏོགས་རང་བཞིན་ཅིག་མ་གྲུབ་པ། བཅོམ་ལྡན་འདས་ཀྱིས་དཀར་དམར་རབ་རིབ་མ་སྨད། རྒྱུ་མ་ཟིལ་བ་ཆུ་བུར་རྨི་ལམ་གློག་སྤྲིན་ཟེར་དཔེ་དགུ་བཞག་འདུག་ག། འོ་དེའི་དཔེ་དགུ་དང་འདྲ་བ། སྣང་ཙམ་མ་གཏོགས་རང་བཞིན་ཅན་མ་གྲུབ་པ་རེད་བསམ་ནས་ད་ལྟ་གནས་འདུག་ཟེར་བསླབ་སྟངས་དེ་ཕན་ཐོགས་ཆེན་པོ་ཡོད་པ་རེད་འདུག་བླ་མ་གོང་མ་ཚོ་གིས་དེ་འདྲའི་རང་གསུང་གི་འདུག་བ། མ་གཏོགས་ནམ་ཞིག་གི་ཚེ་ལ་ཡ། ལོ། རྫས་ཕག་གཏོར་བ་ནང་ལྟར་བྱས་ན་གཏོགས་ཐུ་ཡ་ཏི་ཀ་ལ་ཁ་པོ་རེད་བ་ད་ལྟ་ནས་གོམས་དགོས་བ་རེད་བ། ཕ་ནས་ཅིག་གིས་བསྟོད་པ་བསྟོད་པ་ཕུལ་ཡོང་དུས་ཡང་དེ་ལ་ཞེན་ཆགས་མེད་པ་བྱས་བསྟོད་པ་ཡང་འདྲ་ཙམ་རེད། མིང་ཙམ་རེད་དེ་ལ་ཞེན་ཆགས་རུང་བ་གི་གནས་ཀ་དག་དཀའ་བ་མི་འདུག་བསམ་པས་གལ་སྲིད་ཀྱི་ཡིད་དཔྱོད་ཀྱི་ཐོག་ནས་ཡིན་ན་ཡང་དེ་ག་སྟོང་པ་ཉིད་ཀྱི་དོན་ལ་ཡང་འདུ་ཤེས་ག་ཚོད་ཡིན་ན་བ་ཅི་ཐུབ་ཡང་ཐབས་ཤེས་བྱེད་ཕ་ནི་ཚུ་སྨད་ར་བཏང་ནས་ཆོས་འབྲས་རེད་བདུད་རེད་ཟེར་ག་ཚོད་ལབ་པ་ཡིན་ན་ཡང་དེ་ཡང་ཕྱིན་ཅི་ལོག་པའི་འདུ་ཤེས་ཀྱི་ཐོག་ནས་ཅིག་གི་བསྟོད་པ་ཡོད་ན་སྨད་པ་ཡོག་རེད་བསྟོད་པ་མེད་ན་དེ་རེད་བསྟོད་པའི་བསྟོད་བྱ་སྨད་པ་ཡང་ཡོག་མ་རེད་བསམ་པས་གལ་སྨད་པ་སྨད་པས་གལ་སྒྲ་ཚིག་ལ་ཡང་ལྟ་ནི་གཅིག་གི་རྨི་ལམ་ལྟ་བུ་དང་སྤྲུལ་པ་ལྟ་བུ་སྣང་ཙམ་མ་གཏོགས་རང་བཞིན་གྱི་སྤྲུལ་པ་ཡོད་མ་རེད་བསམ་པའི་བློ་ཉེ་བར་བཞག་ནས་དེ་ལ་ད་གོམས་དགོས་པ་རེད་བ་ལན་གཅིག་ཙམ་མ་ཡིན་པ་གཉིས་ཙམ་མ་ཡིན་པ་ཡང་ནས་ཡང་དུ་དེ་འདྲའི་ཆ་ལ་གོམས་ཀྱི་ཡིན། ནམ་ཞིག་གི་ཚེ་ཕྱིན་ཅི་ལོག་པའི་གི་བསྟོད་སྨད་ལ་འཛིན་པའི་གི་བག་ཆགས་དེ་ཉེ་བར་ཞི་ནས་འོ་ཡང་དག་པའི་བློ་བསྟོད་སྨད་རང་བཞིན་ཅན་མ་གྲུབ་པའི་བློ་དེ་རྒྱུད་ལ་ཡང་ངང་ཤུག་ཤུག་གིས་སྐྱེ་ཐུབ་ཡ་ལ་ཕན་ཐོགས་ཡོད་རེད།

ཐོག་མའི་གནས་ཆེན་ནས་ང་ཚོར་ཕྱིན་ཅི་ལོག་པ་ལ་གོམས་ནས་འདྲི་ནས་ད་ལྟ་ཀ་ལི་ཧ་བ་ཆུང་བར་བ་ཏཱ་ཏི་ཀ་བྷ་ག་བརྗོད་ཡོད་འདུག་ད་ལྟ་ནས་བྱས་ནས་ངན་ཕྱོགས་དེ་ཕ་ཉུང་ལ་ཉུང་དུ་བཏང་ཡང་བཟང་ཕྱོགས་དེ་ཕ་ཡི་བཟང་དུ་བཟང་དུ་བཏང་ཡག་ལ་ཡག་དུ་ཡག་དུ་བཏང་ཡག་ལ་བློ་ཉེ་བར་འདྲི་དགོས་བ་རེད་འདྲི་ཡག་ལ་ད་ནི་མགོན་པོ་ཧི་ཆོ་ག་ས་ཞི་བ་ལས་སོང་མ་ནང་བཞིན་གྱི་ཁ་ན་མ་ཐོ་སྨྲེང་བ་ལ་བདག་དང་སེམས་ཅན་དབང་བྱས་ཤིང་སྤྲུལ་པ་བཞིན་དུ་ངག་མེད་པས་ཡིན་ཏེ་རྟག་ཏུ་བཟུང་བར་བྱ་ཟེར་རྟག་ཏུ་ཞེས་པའི་ཚིག་དེས་དུས་དང་རྣམ་པ་ཀུན་ཏུ། རྐྱེན་ལ་རག་མ་ལས་པ་ཅིག་གི་ཐོག་ནས་བསམ་བློ་གཏང་དགོས་རེད་ཟེར་ཏེ་དེ་ལ་ད་ནི་ཡེ་ཤེས་ཀྱི་ཚོགས་ལ་ནན་ཏན་དུ་བྱེད་པ། ད་ཡེ་ཤེས་ཀྱི་ཚོགས་དེ་སྤྲུལ་པ་བཞིན་དུ་ང་མེད་པའི་ཡིད་ཟེར་ཏེ་ད་ཡེ་ཤེས་ཀྱི་ཚོགས་རང་རེད་ཆགས་བསྡད་ཀྱི་ཡོད་རེད། དེ་ག་ཚོད་ཆགས་བརྒྱད་པ་རེད་བ། ད་དགུ་བ་དེ་དུས་རྟག་ཏུ་ཡང་དག་པའི་དོན་དང་མི་འདྲ་བ་ཟེར་ཏེ་ད་ད་ལྟ་གོང་དུ་བཤད་པ་དེ་དང་འདྲ་བ་ཆེན་པོ་རེད། དུས་རྟག་ཏུ་ཟེར་ཏེ་ཉིན་མཚན་དུས་གང་གི་སྐབས་སུ་ཡིན་ན་ཡང་དུས་རྟག་ཏུ་ཡང་དག་པའི་དོན་དང་མི་འདྲ་བ། ད་དེ་ཚོ་སངས་རྒྱས་ཀྱི་གསུང་རེད་བ། དེ་རྣམས་ཆེན་པོ་འདུག་བ། དུས་རྟག་ཏུ་ཡང་དག་པའི་དོན་རྣམས་མི་འདྲ་བ་ཟེར་ད་ཡང་དག་པའི་དོན་ཟེར་སྟོང་ཉིད་ཀྱི་དོན་ཁོ་ན་ཟེར་གྱི་ཡོད་མ་རེད། རེད་འདུག་བ། བཟང་པོའི་བྱ་བ་ཐམས་ཅད་དེ་ཡང་དག་པའི་དོན་ཆགས་ཀྱི་ཡོད་རེད། གཞན་གྱི་ཚུལ་ལ་ངན་པར་སྣང་ན་དེ་ཡི་ལན་ལ་ཕ་བཟང་པོར་སྣང་བ། གཞན་གྱི་ཚུལ་ལ་ཡང་བརྙས་བཅོས་བྱས་ན་དེ་ལ་ཕ་བཀུར་སྟི་བྱེད་ཡ། གཞན་གྱིས་རང་ལ་ཡང་སྨྲས་པ་བྱུང་ན་རང་གིས་དེ་ལ་བསྟོད་པར་འགྲོ་ཡང་གོ་རྒྱས་བར་བ་དང། ང་རྒྱལ་བཅོམ་ཡང་ལ་སྡང་འཛིན་བཅོམ་ཡང་ལ་གོ་རྒྱས་མ་ཐུབ་ན་སྡང་འཛིན་བཅོམ་ཐུབ་ཡ་ཡོད་མ་རེད། བློ་སྦྱོང་གི་ནང་ལོགས་ལ་ཡང་སྡང་འཛིན་བཅོམ་པའི་ཐབས་བི་ཟབ་ཤོས་དེ་ག་རེ་ཆེ་བ་ཟེར་ན། བློ་གོ་རྒྱས་དགོས་རེད་གསུངས་འདུག་གོ་རྒྱས་ཟེར་དུས་སུས་སྨད་ར་བཏང་བ་དེ་ལ་ཕ་སྨད་ར་བྱས་ན། དེ་ལོ་ཆུང་གྲས་དང་འགྲོ་གི་ཡོད་མ་རེད་ད་ཚོས་སྨད་ར་བཏང་པ་དེ་ལ་ཕ་ཡོན་ཏན་བརྗོད་དགོས་ཡག་ཚོས་ལ་ཡག་མ་གུས་པ་ཆགས་ཡོད་ན་ཕ་ལ་གུས་པ་དང་བཀུར་སྟི་བྱེད་ཡག་ཚོས་ལ་སྨད་པ་ཆེ་བྱུང་ན་ཕ་ལ་བསྟོད་པ་བརྗོད་ཡག་ཚོས་ལ་ངན་བྱས་ན་ཕ་ལ་བཟང་པོ་སྤྲད་དགོས་ཡག་དེ་ལ་ཡག་ག་ཟེར་ཟེར་ན་གོ་ལྡོག་པ་ལོ་ཆུང་གོ་ལྡོག་གི་ཉམས་ལེན་དེ་རེད་དེ་ལོ་ཆུང་མཚོན་ཆ་འཁོར་ལོ་ནང་ན་ཡོད་རེད། བློ་ཆུང་མཚོན་ཆ་ཁོ་ལ་བསྲིངས་ཀྱི་ཡོད་པ་འོ་དེ་ནང་ན་ཡོད་རེད་དེ་ཚོ་ཚང་མ་བདག་མ་འཛོལ་ནང་ན་བཞུགས་ཡོད་རེད་འོ་དེ་འདྲ་ཡིན་དུས་བློ་ཆུང་མཚོན་ཆ་ཁོ་ལ་ནང་ན་དེ་ཞེ་དྲག་གསལ་པོ་གསུངས་ཡོད་རེད་དེ་འདྲ་ཡིན་དུས་ད་དེ་འདྲ་ཞིག་བདང་རུ་དོག་ཟེར་འཁོར་བ་རུ་དོག་ཟེར་རྫོགས་ཆེན་སྐབས་སོགས་ལ་ཡང་རུ་དོག་རུ་དོག་གི་ཉམས་ཡང་ཡང་དེ་རང་རེད་བ། རུ་དོག་ཟེར་ཡ་དེ་ད་དེ་ལ་སྤྱི་བཏང་གི་སེམས་ཕྱོགས་དང་མན་ངག་གི་ཕྱོགས་གཉིས་ལ་དབྱེ་བ་དེ་ཚོ་ཕྱེ་གི་ཡོད་རེད་མ་གཏོགས་འགྲོ་སྟངས་དེ་གཅིག་པ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་ལྟ་འདིའི་སྐབས་སོགས་ལ་ཡང་གནས་ཤིག་རུ་དོག་ནས་གོ་ལྡོག་བྱས་ནས་འོ་བསྟོད་བསྟོད་པ་དེའི་ཚུལ་ལ་སྨྲས་པ་དེ་ཕར་ལ་བསྟོད་པ་བཟོ་ཡ།

ཁ་གདངས་ཡག་བྱུར། ཁམ་ཆུ་རྐྱེན་ངན་པ་དེ་ཚོ་དྲིལ་ཏེ་ཟླ་འཛིན་གྱི་ཟླ་འཛིན་གྱི་དགྲ་བོ་ཆགས་བསྡད་པ་རེད་ད། ཡིན་ནའང་ང་རང་ཉམས་ལེན་ལ་གྲོགས་བོ་ཆགས་བསྡད་ཡོད་པ་རེད། ཟླ་འཛིན་སྐྱོབ་འཇིག་གི་གཉེན་པོ་ཆགས་ཡོད་དེ་འདྲ་ཡིན་དུས་ང་ད་འདི་སྐབས་སོགས་ལ་དུས་རྟག་ཏུ་ཡང་དག་པའི་དོན་དང་མི་འདྲ་བ་གསན་དུས་བློ་སྦྱོང་གི་ཉམས་ལེན་ཚང་མ་ལ་གོ་ཆོག་གི་འདུག་ལ་སྟོང་ཉིད་རྟོགས་པའི་ཤེས་རབ་ལ་ཡང་གོ་ཆོག་གི་ཡོད་རེད། སྤྲུལ་པ་དེས་ཐབས་ལ་མཁས་པའི་ལམ་གང་ཡང་ཡོངས་སུ་འཚོ་བ། ཐབས་ལ་མཁས་པའི་ལམ་གང་ཡང་ཡོངས་སུ་འཚོ་བ། ད་དེ་ཚིག་དེ་ཡག་པོ་འདུག་བ། མགོ་བདེ་བོ་མ་བྱེད་ཟེར་ཡོད་རེད། ད་ག་ས་ག་ལ་རྒྱུགས་བསྡད་པ་ཡིན་ན་ཐབས་ལ་མ་མཁས་ན། དེ་ནས་ཡང་སོ་སོ་ག་བ་འགྲོ་ཏན་ཏན་མེད་པ་ཆགས་འགྲོ་གི་འདུག་བ། ད་ཐབས་ལ་མཁས་པ་ཟེར་དེ་ག་རེ་ཐབས་ལ་མཁས་པ་རེད་ཟེར་ན་དང་པོ་དགེ་བའི་བཤེས་གཉེན་གྱིས་བསྟན། དེ་གིས་འདོད་ནས་གདམས་ངག་ཞུ། དཔེ་ཆ་ཞུ་ཁྲིད་ཞུ་ད་དེ་ལ་སོ་སོའི་བླང་དོར་གྱི་བློ་གྲོས་ཀྱི་རྣམ་པར་བཅས་ཡིན་མིན་གྱི་ཚུལ་ལ་ཡང་ཚགས་སུ་ཚུད་ངེས་ཤེས་བཅས་ཡིན་པ་དང་མིན་པ་རུང་བ་དང་མ་རུང་བའི་རྣམ་གཞག་དེ་ཚོ་ཁྲིད་ལ་ཡང་བློ་ཚགས་སུ་ཚུད་ཡོང་དུས། དེ་ནི་ལམ་གང་འདྲའི་ཞིག་ལ་བརྟེན་ནས་དགེ་བའི་ལམ་རྐྱེན་ལམ་གང་འདྲའི་ཞིག་ལ་བརྟེན་རྐྱེན་གང་འདྲའི་ཞིག་ལ་བརྟེན་དགོས་བྱུང་ན་ཡང་གཞན་གྱི་བློ་ཐུག་གི་མ་རེད་མགོ་སྐོར་འོག་ལ་ཚུད་གི་མ་རེད་གཡོ་དང་རྒྱུག་གི་འོག་ལ་ཚུད་གི་མ་རེད་རེད་འདུག་བ། འོ་དེ་རེད་དེ་ཟབ་ཞུགས་དེ་རེད་ད། ལམ་གང་ན་ཡང་དེ་འདུན་པ་དེ་བྱས་སོང་ཡ་ལ། ཚིག་བསྡུ་བ་ཐབས་ལ་མཁས་པས་ལམ་གང་ཡང་ཡོངས་སུ་ཚོལ་བ། ལམ་ཚོལ་གོ་རེས། ཐབས་ཐར་པ་ལ་ཐོབ་ཐར་པ་ཐོབ་པ་ལ་ཉེ་བར་མཁོ་བ། ཐམས་ཅད་ཅེས་པ་ཐོབ་པ་ལ་ཉེ་བར་མཁོ་བ། ལམ་ཉམས་ལེན་གོང་འཕེལ་དུ་འགྲོ་བ་ལ་ཉེ་བར་མཁོ་བ། ལྟ་སྒོམ་སྤྱོད་པ་གོང་འཕེལ་དུ་འགྲོ་ཡ་ལ་གང་ཉེ་བར་མཁོ་བ་དེ་བསྒྲུབ་དགོས་རེས། ཡིན་ན་ཡང་དེ་སྒྲུབ་པར་བྱེད་པ་ལ་ག་རེ་དགོས་ཟེར་ཐབས་ལ་མཁས་པ་ཅིག་དགོས་ཀྱི་འདུག་ཐབས་ལ་མཁས་པ་ཟེར་ནི་ག་རེ་ཟེར་ན། གཞན་གྱིས་རྐྱེན་ངན་པའི་གི་འོག་ཏུ་མགོ་མ་འཁོར་བ་ཞིག་དགོས་ཀྱི་ཡོད་པ་རེད། དེ་ཡོང་ན་ད་ག་རེ་དགོས་ཀྱི་འདུག་ད་བློ་གྲོས་དང་ལྡན་པ་ཞིག་དགོས་ཀྱི་འདུག་རྣམ་དཔྱོད་ཀྱི་ཤེས་རབ་དང་ལྡན་པ་ཞིག་དགོས་ཀྱི་འདུག་བ། མགོན་པོ་ཀླུ་སྒྲུབ་ཀྱིས་མཐོང་དང་མ་མཐོང་ཡོན་ཏན་ནི་ཀུན་བྱེད་རྩ་བ་ཤེས་རབ་ཡིན། དེ་ལྟར་མངོན་པར་བསྒྲུབས་པའི་ཤེས་རབ་ཡོངས་སུ་བཟུང་བར་བྱ། མཐོང་བ་ཚེ་འདི་ཡི་ཕན་ཡོན་དང་མ་མཐོང་བ་ཚེ་ཕྱི་མའི་ཡོན་ཏན་ཐམས་ཅད་ཀྱི་རྩ་བ་དེ་ཤེས་རབ་ལ་བརྟེན་ནས་ཡོང་གི་ཡོད་པ་ཡིན་དུས་རྣམ་དཔྱོད་ཀྱི་ཤེས་རབ་ཡོད་ན་ཐབས་ལ་མཁས་པ་ཆགས་ཀྱི་རེད། རྣམ་དཔྱོད་ཀྱི་ཤེས་རབ་མེད་ན་ཐབས་ལ་མཁས་པ་ཡོང་ཡག་གི་སྐབས་ཡོད་མ་རེད། འོ་དེ་འདྲ་ཡིན་དུས་ཐབས་ལ་མཁས་པའི་ལམ་གང་ཡང་ཡོངས་སུ་ཚོལ་བ་དེ་བཅུ་བོ། ལྟ་སྟེ། འཕགས་པ་བློ་གྲོས་མི་ཟད་པ་བསྟན་པའི་མདོ་ནག་མོ་ལ། བྱང་ཆུབ་སེམས་དཔའི་གི་ལས་ཀ་བྱེད་དགོས་ཡ་བཅུ། བྱ་བ་བཅུ། ཟེར། ལྟ་འདི་འདྲ་ཅིག་ང་ཚོ་ད་ལྟ་ནས་བསླབ་དགོས་བས་དེ་བསླབ་ན་བྱང་ཆུབ་སེམས་སྡོམ་པ་ཞུས་སེམས་པ་དེ་རང་གི་རྒྱུད་ལ་བརྟན་པ་སྟེ་བུ་འདེད་ཐུབ་ཡ། རྐྱེན་གང་གི་དབང་དུ་ཡང་བྱང་ཆུབ་སེམས་དཔའི་སྡོམ་པ་ཉམས་མ་འགྲོ་བ། འདི་ནས་བྱང་ཆུབ་མ་རྟོགས་ཀྱི་བར་དུ་བྱང་ཆུབ་སེམས་ཀྱི་བསླབ་པ་ཐམས་ཅད་དེ་གོང་ནས་གོང་འཕེལ་དུ་བརྩོན་ཐུབ་ཡ། རེད་འདུག་ག་རྐྱེན་སྣང་སྣ་ཚོགས་པ་ག་རེ་བྱུང་པ་ཡིན་ན་ཡང་ཕྱི་ཡི་རྐྱེན་སྣང་སྣ་ཚོགས་པ། ནང་གི་རྐྱེན་རྣམ་རྟོག་སྣ་ཚོགས་པ་ཕྱི་ནང་གི་རྐྱེན་ག་རེ་བྱུང་པ་ཡིན་ན་ཡང་དེ་དག་གིས་བྱང་ཆུབ་སེམས་ཀྱི་བསླབ་པ་དང་བྱང་ཆུབ་སེམས་ཀྱི་ཉམས་ལེན་ལ་བར་དུ་གཅོད་མ་ཐུབ་པ། གཅོད་མ་ཐུབ་པ་མ་ཟད་བློ་སྦྱོང་གི་གྲོགས་སུ་འགྲོ་ཡོང་དུས་བྱང་ཆུབ་སེམས་ཀྱི་སྡོམ་པ་བྱང་ཆུབ་སེམས་ཀྱི་བསླབ་པ་གོང་འཕེལ་དུ་འགྲོ་ཐུབ་ཡ་ལ་གྲོགས་བྱེད་ཐུབ་ཡ་རྐྱེན་ངན་གྲོགས་སུ་ཤར་ཟེར་ཡ་དེ་རེད་བ་རྐྱེན་ངན་གྲོགས་སུ་ཤར་བ་རེད་རྐྱེན་ངན་གྲོགས་སུ་ཤར། འོ། དུག་བདུད་རྩི་ལས་བྱུར་བ། འོ། ད་དེ་འདྲའི་ཟས་ཐམས་ཅད་དེ་དེའི་ཐོག་ནས་ཡོང་ཐུབ་ཀྱི་ཡོད་པ་ཡིན་དུས་ཐབས་ལ་མཁས་པའི་ཐོག་ལམ་འཚོལ་དགོས་རེད་གསུང་བ་རེད་ལགས་སོ། ད་སྔ་འགྲོས་ཤོད་དོན་དེ་ཙམ་དུ་མཛད་པར་ཞུ། ད་སྒོམ་ཡག་དེ་ཕྱི་རུ་སྒོམ་ན། བླ་མ་རིན་པོ་ཆེ་ལགས་སོ།